ཞེས་དང་དེའི་གཉེན་པོ་ཡིན་ཞེས་པའི་སྐབས་སུ་རྟོག་པ་སྤྱིའི་རྣམ་གཞག། དེར་ལན་འདིར་བརྟེན་རྟོག་པ་ངོས་བཟུང་ངོས་ཀྱིས་འཛིན་པའི་རྟོག་པ། གཏན་ལ་ལྷག་པ་དང་ལྟ་བའི་ཟབ་ཆོས་གསུམ་ཡོད་པའི་ནང་ནས་ཡིན། གསུམ་པ་ཟེར་ངེས་དེ་ཁ་སེང་རང་ཅག་ངོས་ཟིན་པའི་རྟོག་པ་གཏན་ལ་ལྷག་པ་ཟེར་ཏེ་རེད་བྱ། ཨེ་ནས་འདིར་བརྟེན་རྟོག་པ་ངོས་བཟུང་བ་ཟེར་ཏེ་གོང་ལ་འགྲོ་ཡ་རེད་འདུག་ད་གསུམ་པ་དེ་གསུམ་པ་རང་ཅག་བྱས་ནས། ངོས་བཟུང་ངོས་འཛིན་གསུམ་པ་ངོས་འཛིན་པའི་རྟོག་པ་གཏན་ལ་བར་ལ་རྩ་བའི་ཟབ་ཆོས་གསུམ་ངོ་བོ་དབྱེ་བ་ཕྱེ་བ་སོ་སོའི་དོན་དྲང་ངེས་བདེན་ཚུལ་བཅས། དང་པོ། ངོ་བོ་ཤེས་དུས་གྲུབ་ཐོབ་དང་དགག་ཐོབ་གང་ཡིན་དཔྱད། ངོ་བོ་དང་སྤང་བྱར་གང་བདེན་དཔྱད་སྲིད་དུས། འདིར་བསྟན་རྟོག་པ་བཞི་པོ་དེ་སྦྱོར་ལམ་གྱི་ངོ་བོ་ཡིན་ཟེར་མཁན་བཅས་ཡོང་གི་ཡོད་ས་རེད། འདིར་བསྟན་རྟོག་པ་བཞི་པོ་དེ་སྦྱོར་ལམ་གྱི་སྤང་བྱ་ཡིན་ཟེར་མཁན་གཅིག་ཡོད་ས་རེད་བྱས་ཙང་ད་ངོ་བོ་དང་སྤང་བྱར་གང་བསྟན་ཅེས་ཨེ་ནི་རང་བཞིན་གཏན་ལགས་པ་དང་ས་བོན་ཟབ་ཅེས་གསུམ་ཡོད་པའི་ནང་ནས་དང་པོ། དང་པོ་བཤད་པ་ལ། དེ་ནས་དེ་རེད་ག་སོ། འགག་རྟོག་ཁོ་ནར་འདོད་པ་འགག། འགག་རྟོག་དང་སྒྲུབ་རྟོག་གཉིས་ཀར་འདོད་པ་འགག། རང་ལུགས་བཞག་པ་དང་གསུམ་ཡོད་པའི་ནང་ནས་གསུམ་པ་རང་ལུགས་བཞག་པ་རེད། རང་ལུགས་ལ། འདིར་བརྟེན་རྟོག་པ་བཞི་ཀར། སྒྲུབ་རྟོག་ཡིན་ཟེར་བ་རེད། རེད་དེ་ཡིན་དུས། རྟོག་པ་བཞིའི་ནང་ནས། རྟོག་པ་དང་པོ་གསུམ་ལ། འགག་རྟོག་ཡིན་བསམ་བསམ་གྱིས་དོགས་པ་སྐྱེ་སའི་གཞི་རྩ་ནས་ཡོད་མ་རེད་ཟེར་བ་རེད། ཡང་ན་ད་རྟོགས་པ་བཞི་པ་དེ་ལ་དགག་རྟོག་ཡིན་ནམ་སྙམ་པའི་དོགས་པ་སྐྱེ་བའི་གཞི་ཡོད་རེད་ཟེར་བ་རེད་དོགས་པ་སྐྱེ་བའི་གཞི་དེ་ག་རེད། འདི་རེད། ཁོ་གིས་དེ་ག་སོང་རེད། ཕུང་པོ་ལ་བདེན་འཛིན་བཀག་པ་རེད། ད་དེ་ཙམ་རེད། སྟངས་འཛིན་རྟོག་པ་དེས་ཨེ་ནི་ཡུལ་ལ་བདེན་འཛིན་བཀག་པ་ཡིན་དུས་དགག་རྟོག་མིན་ནམ་བསམ་བསམ་ཅིག་ཡོང་སྲིད་པ་རེད་ཟེར་བ་རེད་བྱས་ཙང་འདི་རེད། སྟངས་འཛིན་རྟོག་པ་ལ་དེའི་དོགས་པ་ཡོད་ཀྱང་དོགས་པ་དེ་ག་རེ། རྣམ་རྟོག་བཞི་པ་དེ། འགག་རྟོག་ཡིན་ནམ་སྙམ་པའི་དོགས་པ་སྐྱེ་བའི་གཞི་དེ་སུ་ཡོད་རེད། དོགས་པ་སྐྱེ་བའི་གཞི་དེ། ག་རེ་ཟེར་ན་སྟངས་འཛིན་རྟོག་པ་སྐྱེ་བའི་སྔོན་དུ། ཡུལ་ལ་བདེན་པ་བཀག་གི་ཡོད་རེད། ཡུལ་ལ་བདེན་འཛིན་བཀག་གི་ཡོད་རེད། ད་དེ་ཡིན་དུས་ཡུལ་ལ་བདེན་འཛིན་བཀག་པ་ཡིན་དུས་འགག་རྟོག་ཡིན་ནམ་སྙམ་པ་ལྟ་བུའི་དོགས་པ་ཡོང་སྲིད་པ་རེད། བཤད་ཚ་དེ་ཡིན་དུས་སྟངས་འཛིན་རྟོག་པ་དེ་དགག་རྟོག་མ་ཡིན་པའི་རྒྱུ་མཚན་གོང་དུ་བཤད་ཚར་བ་རེད། སྟངས་འཛིན་རྟོག་པ་ལ་དགག་རྟོག་ཡིན་ནམ་སྙམ་པའི་དོགས་པ་སྐྱེས་པ་ཡོང་སྲིད་གི་རེད་དེ་སྟངས་འཛིན་རྟོག་པ་དེ་ལ་དགག་རྟོག་རྩ་ནས་སྲིད་གི་མ་རེད་ཟེར་ནས་གོང་དུ་བཤད་ཚར་བ་རེད། ད་དེ་ནས་འོ་ན་སྟངས་འཛིན་རྟོག་པ་ཇི་ལྟར། འོ་ན་སྟངས་འཛིན་རྟོག་པའི་ཚུལ་ཇི་ལྟར་སྙམ་ན་བསལ་དུས། ལྟ་བ་ནི་བཏགས་འཛིན་རྟོག་པ་དེ་འགག་རྟོག་མ་ཡིན་ན་བཏགས་འཛིན་རྟོག་པ་དེ་སྒྲུབ་རྟོག་ཡིན་ད་ག་འདྲ་རེད་ཟེར་གོ་རེད་འོ་ན་བཏགས་འཛིན་རྟོག་པའི་ཚུལ་ཇི་ལྟར་སྙམ་ན་ཟེར་ན། འོ་ན། ཧ་གོ་སོང་ཟེར་གོ་རེད། བཏགས་འཛིན་རྟོག་པ་དེ་ལ། འགག་རྟོག་ཡིན་ནམ་སྙམ་པའི་དོགས་པ་སྐྱེ་བའི་གཞི་ཡོད་རེད་དེ། འགག་རྟོག་རྩ་ནས་མ་རེད་ཟེར་ནས་རྒྱུ་མཚན་དང་བཅས་པའི་གོང་དུ་བཤད་ཟེར་བ་ཧ་གོ་སོང། ད་བཏགས་འཛིན་རྟོག་པ་དེ་སྒྲུབ་རྟོག་ཡིན་པའི་ཚུལ་ཇི་ལྟར་སྙམ་ན་ཟེར་བ་རེད། ཨན་འདིས་ཤེས་སོང་རེད། བུམ་པ་ལྟ་བུ་གཅིག་ལ་ཐོག་མར་བདེན་འཛིན་གྱི་གྲོ་མདོག་མཆོད་པ་སྔོན་དུ་སོང་ནས་ཡིན་སྲིད་དུས། དང་པོ་ཡུལ་བུམ་པ་ལྟ་བུ་གཅིག་ལ་བདེན་འཛིན་ཕར་བཀག་ནས་ཡིན་སྲིད་པ་རེད། བྱས་ཙང། བུམ་པ་ཡུལ་བུམ་པ་ལྟ་བུ་གཅིག་ལ་ཐོག་མར་དེ་དང་པོ། སྟངས་འཛིན་རྟོགས་པ་དེ་སྐད་ཅིག་གཉིས་པའི་སྐབས་རེད། དེ་ནས་སྐད་ཅིག་དང་པོའི་སྐབས་སུ། དེ་སྲིད་པར་བུམ་པ་ལ། དེ་ནས་བདེན་འཛིན་བཀག། སྐད་ཅིག་གཉིས་པའི་སྐབས་སུ་བཏང་འཛིན་རྟོག་པ་དེ་སྐྱེ་གི་ཡོད་རེད་བྱས་ཙང་འདི་ཤེས་པར། ཨ་ནི་བུམ་ཡུལ་བུམ་པ་ལྟ་བུ་གཅིག་ལ། ཐོག་མར་བདེན་འཛིན་གྱི་སྒྲོ་འདོགས་བཅད་པའི་བློ་སྔོན་དུ་སོང་ནས། ཟེར་ན། དེ་ནས་ཡུལ་བུམ་པ་ལྟ་བུ་གཅིག་ལ། བདེན་འཛིན་ཕར་བཀག་ནས་ཟེར་བར། དེ་ནི་སྐད་ཅིག་གཉིས་པའི་སྐབས་སུ་བཏང་འཛིན་རྟོག་པ་སྐྱེ་གི་ཡོད་རེད། སྟངས་འཛིན་རྟོག་པ་ག་འདྲ་སྐྱེ་དགོས་རེད་ཟེར་ད་ལྟར་བདེན་པར་ཡོད་མེད་ཀྱི་བློའི་འཛིན་སྟངས་གང་ཡང་མེད་པར་རེད་ཟེར་ན། ད་ལྟར་བདེན་པར་ཡོད་མེད་ཀྱི་བློའི་འཛིན་སྟངས་གང་ཡང་མེད་པར་ཏེ། སྐད་ཅིག་གཉིས་པའི་སྐབས་སུ། བུམ་པ་དེ་བདེན་པ་རེད་འདུག་བསམ། བུམ་པ་རེད་འདུག་བསམ་པ་ཡང་མེད་པ། བུམ་པ་དེ་བདེན་མེད་རེད་འདུག་བསམ་པ་ཡང་མེད་པར། འདི་ནི་བུམ་པའོ་སྙམ་དུ་མངོན་པར་ཞེན་པའི་བློ་ཙམ་ཡོད་རེད། བྱས་ཙང་དེ་ཡིན་དུས། སྟངས་འཛིན་རྟོག་པ་དེ་སྒྲུབ་རྟོག་རེད་ཟེར་བ་རེད། ད་སྟངས་འཛིན་རྟོག་པ་ཟེར་དུས་སྐད་ཅིག་གཉིས་པའི་སྐད་ཆ་བཤད་དགོས་རེད། དང་པོར། སྐད་ཅིག་དང་པོའི་སྐབས་སུ་བུམ་པ་ལ་བདེན་འཛིན་བཀག། སྐད་ཅིག་གཉིས་པའི་སྐབས་སུ་དེ་ནི། བུམ་པ་བདེན་པ་རེད་དུ་མ་བསམ། བུམ་པ་བདེན་མེད་རེད་དུ་མ་བསམ། སྤྱིར་བཏང་ད་ལྟ་མཐོང་བསྡད་དེ་བུམ་པ་རེད་དུ་བསམ་པ་དེ་བྱུང་ན་སྟངས་འཛིན་རྟོག་པ་ཆགས་འགྲོ་གི་ཡོད་རེད་ཟེར་བ་རེད། ད་འདི་ཚོ་གནད་ཆེན་པོ་རེད་དུས་རེད་གནད་ཆེན་པོ་བསམ་ལ་བཞག་དགོས་རེད་ག་ཚོད་འདི། རྟོག་པ་བཞི་དེ་སྐོར་ལ་ཀུན་མཁྱེན་འདི་ནས་ཞིབ་ཆ་ཞེ་བོ་ཅིག་གསུང་བཤད་དུ་འདི་ལས་ལྷག་པའི་ད་བཤད་དགོས་གལ་ཡོད་མ་རེད་དེ་དུས་འདིའི་སྟེང་དུ་གཞི་བཞག་ནས་ཨ་ནི། སོ་སོའི་གོ་བ་ཡར་རྒྱས་བཏང་ཡ་རེད། གང་ཡིག་ཆ་ན་གསལ་བ་དེ་ཡོང་གི་མ་གཏོགས་ཡིག་ཆ་ན་གསལ་བཞིན་དུ། དེ་ནི། གོ་ལོག་བཙལ་ནས་ཤེས་རབ་ཕྱེ་བའི་ལས་ཀ་དེ་ཡག་པོ་མི་འདུག་ད་ནི་ང་ཚོས་ཞུ་ཡས་དེ། ང་ཚོ་རི་དཀར་པོའི་སྐོར་དེ་ལྟས་ཞུས་ན་བསམ་བྱུང་རི་དཀར་པོའི་ནང་ལ། རི་དཀར་པོ་དེ་གཙོ་ཆེ་ཤོས་པར་བརྒྱབ་དགོས་རྒྱུ་མཚན་འགྲོ་སོང་བཏང་དགོས་རྒྱུ་མཚན་འདྲ་བོ་འདི་རེད། ཨ་ནི་སློབ་ཕྲུག་ཚོ་ལ་ཡར་རྒྱས་འགྲོ་ན་བསམ་པ་བྱུང། རྩོམ་ལ་ཡར་རྒྱས་འགྲོ་ན་བསམ་པ་རེད་མ་གཏོགས་དཔེ་ཤག་འབའ་དྲ་ནས་པར་བརྒྱབ་པ་དེ་འདྲ་ཡང་མ་རེད། ཨ་ནི་གང་རྩོམ་ན་ཡང། བྱུང་ན་རང་དང་གཞན་གཉིས་ཀ་ལ་ཕན་མཁན། དེ་ལྟར་མ་བྱུང་ན་རང་ལ་ཕན་མཁན་གཅིག་དགོས་ཀྱི་ཡོད་རེད། བྱས་ཙང་རང་ལ་ཡང་མ་ཕན་གཞན་ལ་ཡང་མ་ཕན་ན་ཆོས་ཡོད་མ་རེད། ཐུབ་བསྟན་རབ་གསལ་གྱི་དྲིན་ཤེས་པ་རྣམས་ལ་ཨེ་ནི་བར་དོ་ལ་ལྷག་རྗེས་དགྲ་བཅོམ་ཡོད་མེད་ལ་དཔྱད་པ་བཏང་པ་རེད་དཔྱད་པ་བཏང་དགོས་ཡོད་མ་རེད་བར་དོ་ལ་ལྷག་རྗེས་དགྲ་བཅོམ་ཡོད་ཟེར་ན་གཞུང་ནས་གསལ་བསྡད་ཡོད་རེད་བྱས་ཙང་རིག་པ་འཆལ་སོང་བ་ཡིན་དུས་དེ་ནས་བསམ་བློ་ཕྱིན་ཅི་ལོག་འཁོར་ཡོང་བར་བ། བྱས་ཙང་འདི་འདྲའི་རྩ་ནས་མ་བྱེད་པའི་ཆེད། ཕྱིས་འབྱུང་གང་ཙམ་ན་ཡང་བྱུང་ན་རང་ལ་ཕན་གིན་གཞན་ལ་ཡང་ཕན་གིན། དེ་ལྟར་མ་བྱུང་ན་རང་ལ་ཕན་གིན་བྱུང་ན་ཡང་འགྲིག་གི་ཡོད་རེད། དེའི་སྟེང་དུ་རང་ལ་ཡང་གནོད་གིན་གཞན་ལ་ཡང་གནོད་གིན་དེ་འདྲའི་ཁྲིད་ན་ཡང་འགྲིག་མི་འདུག་ཁོ་ཅག་རིན་པོ་ཆེ་གི་ཐིག་ནག་ལ་རང་གཞན་གཉིས་ཀ་ལ་གནོད་གིན་དེ་འདྲའི་འདུག་དེ་ཡང་ཆོས་མེད་པ་འདྲ་བོ་རེད་བྱས་ཙང་ངའི་མཁན་པོ་ཁྱེད་རང་བཟང་པོ་ཞུས་པའི་ད་ལྟ་ཚོགས་འདུ་ཚོགས་ནས་ག་འདྲ་བྱེད་དགོས་ས་རེད་བསམ་སྟངས་སླ་ཡིན། པོ་དེ་འདྲས་མ་ཡིན་པ་རང་གཞན་གཉིས་ཀ་ལ་གནོད་མཁན་དེ་འདྲས་མ་བྲིས། དེ་ནས་རང་གཞན་གཉིས་ཀ་ལ་ཕན་ཐོགས་མེད་མཁན་དེ་འདྲས་མ་བྲིས་ཀྱི་རང་ལ་ཡང་མི་ཕན། དེ་ནས་ག་སོར་དུས་དོན་རབ་གསལ་དེ་རང་ལ་ཡང་གནོད་གཞན་ལ་ཡང་གནོད་མཁན་རེད། ཁོ་ཅག་རིན་པོ་ཆེ་དེ་རང་ལ་དུས་དོན་རབ་གསལ་དེ་རང་ལ་ཡང་མི་ཕན་གཞན་ལ་ཡང་མི་ཕན་རེད་ཁོ་ཤེས་རབ་འཆལ་སོང་རེད། ད་ཁོ་ཅག་རིན་པོ་ཆེའི་འདི་ནང་ལ། བརྗོད་བྱ་གཞན་དག་ཏུ་ཚུ་སྐད་ཅིག་ཁས་མེད་དེ། ད་ལྟ། བརྗོད་བྱ་གཅིག་ཐོག་ལ་རང་བཞིན་གཉིས་ཀ་ལ་མི་ཕན་བའི་འདི་འདྲ་རེད་བཤད། བྱས་ཙང་འདི་ཡིན་དུ་འགྱུར་བ་གཏང་དགོས་ས་རེད་ད་ཕྱིས་འབྱུང་ག་རེ་བྲིས་ན་ཡང། རང་བཞིན་གཉིས་ཀ་ལ་ཕན་མཁན་དེ་འདྲས་བྲིས་ན་ཡག་ཤོས། ད་དེ་འདྲས་རྩོམ་ཐུབ་གི་མ་རེད་དེང་སང་དུས་ཚོད་ལ། རང་དང་གཞན་གཉིས་ཀ་ལ་ཕན་མཁན་དེ་འདྲས་རྩོམ་ཐུབ་གི་མ་རེད་དེ། རང་ལ་ཕན་མཁན་ཅིག་རྩོམ་པའི་ལུགས་སྲོལ་གྱི་ཡོད་རེད་སྔས་མ་ནས། གཞན་ལ་ཕན་མ་ཐོག་ན་ཡང་ང་རང་ལ་ཕན་གྱི་རེད་བསམ་རྩོམ་མཁན་ཅིག་ཡོད་རེད། ཨོ་དེ་འདྲས་བྱེད་དུས་རང་ལ་ཕན་མཁན་དེ་འདྲ་རྩོམ་ན་ཡང་འགྲིག་གི་ཡོད་རེད། དེ་གཉིས་ཀ་ལ་ཕན་ན་ཡག་ཤོས་དེ་ནི། རང་གཞན་གཉིས་ཀ་ལ་གནོད་མཁན་དེ་འདྲ་བྲིས་ན་ཆོས་མེད་པ་རེད། བྱས་ཙང་དེ་ཡིན་དུས་ད་འདྲ་བསམ་བློ་བཞག་བྱས། ཨ་ནི་ཤུ་བོ་འཕྲོ་བརླག་མ་བཏང་བྱས། གང་བྲིས་པ་དེ་རང་ལ་ཕན་ཐོག་ན་ཡག་ཤོས་རེད་ད། འདི་བདམས་ཟེར་ལ་གཅིག་ལབ་པར་གཟིགས་འདུག་ད། བྲིས་མཁན་ང་རང་ཡིན་ཀློག་མཁན་ང་རང་ཡིན་ཟེར་དེ་ན་ཞེས་བསམ་བློ་བཏང། བྲིས་དུས་ག་ལ་ཡིན་འདི་གཞན་ལ་ཕན་གི་མ་རེད་དེ། གང་ལྟར་ང་རང་ལ་ཡང་བསྒྱུར་གོ་བ་འདྲ་བོ་ཅིག་ངེས་ཆེ་འདྲ་བོ་ཡོང་བའི་ཆེད་དུ་བྲིས་པ་ཡིན་བསམ་ན་དེ་འགྲིག་གི་ཡོད་རེད། བྱས་ཙང་དེ་ཡིན་དུས་ད་དེང་སང་དུས་ཚོད་ལ་གཞན་ལ་ཕན། རྟགས་ཐུབ་པའི་བསྟན་བཅོས་ཅིག་རྩོམ་ཅིག་ཡོང་དཔེ་ཁག་པོ་རེད་དེ་རེད། ཡོང་ཁག་པོ་རེད་ང་དེ་ནང་ནས་ང་རང་སུ་འདྲ་པོ་ཅིག་ལ་ཡོང་ཁག་པོ་རེད་དེ། གང་བྲིས་པ་དེ་སོ་སོ་གི་གོམས་ཆ་ལ་ཕན་ཐོགས་པ་ཅིག་བྲིས་སྲིད་པ་རེད་བྲིས་ཐུབ་ཀྱི་རེད་བྱས་ཙང་དེ་ཡིན་དུས་རང་ལ་ཡང་ཕན་མཁན་ཅིག། ཨ་ནི་གཞན་ལ་ཡང་ཕན་མཁན་ཅིག་བྲིས་འདུག་ན་ཨང་དང་པོ། ཨན་དེ་མ་བྱུང་ན་ཡང་རང་ལ་ཕན་ཐོགས་མཁན་དེ་ནས་བྲིས་ཐུབ་ན་དེ་ཡང་འགྲིག་རྒྱུ་རེད། དེ་ནི་ང་ཚོ་ད་འདྲ་དེ་རི་དཀར་པོ་ནང་ལ་རྩོམ་ལ་བརྒྱབ་ན་ཡང་འགྲིག་གི་ཡོད་རེད། ཨན་ནི་རང་ལ་ཡང་མ་གནོད་པ་གཞན་ལ་ཡང་མ་གནོད་པ་དེ་འདྲའི་བྲིས་དགོས་གལ་ཆེན་པོ་རེད་འདུག་ཨན་ནི་བསམ་བློ་ལ་བཞག་བྱས་ཕྱིན་ཅུང་ད་ཕྱིན་ཚར་བ་ཕྱིན་ཚར་བ་རེད་ཨན་ནི་མ་འོངས་པ་ཡོང་རྒྱུ་དེ་ཡོད་རེད། དེ་ཡིན་དུས་དེ་གཟབ་གཟབ་བྱེད་རོགས་ཀྱི་ཞུ་ཡ་ཡིན། གང་སྐད་ཆ་ད་ང་ཚོ་གང་བཤད་ན་ཡང་སྐད་ཆ་ཁ་བསྡུ་བྱེད་དགོས་མ་གཏོགས་ལྐོག་ནས་རྩ་ནས་བཤད་གི་མེད། བྱས་ཙང་དེ་ཡིན་དུས་དེ་ནང་ནས་དུས་སྟོན་རབས་གསལ་ཏེ་བེད་དུ་ཤེས་རབས་བྱས་པ་རེད་བཤད། གོང་མ་རྗེས་འབྲང་འདི་ཅེས་པ་ལ་དགག་པ་རེད་འདུག་དེ་མཐའ་གཅིག་ཏུ་ངོ་ལོག་རེད་ཨ་ནི་ཤེས་མཁན་མེད་རེད་བསམ་སྟེ་ཁོ་རང་བསམ་བློ་ན་ལ། བར་དོ་ལ་ལྷག་ཆད་འདྲ་ཅུང་ཡོད་པ་དེ་ཤེས་མཁན་ཡོད་ཀྱི་མ་རེད་བསམ་པ་རེད་དེ་སྐོར་ལྐུགས་པའི་སྐད་ཆ་རེད་དེ། ད་ལྟ་བསྟན་པ་ནུབ་ཡོག་མ་རེད་དེ་ཙམ་བསྟན་པ་ནུབ་ཡོག་མ་རེད། མཁན་རིན་པོ་ཆེ་འདས་ཕེབས་བཅས་ནས་ཨ་རིའི་སློབ་ཁྲིད་རྒྱ་ཆེན་པོ་དེ་གནང་བའི་རྒྱུ་མཚན་གྱིས་དེ་འབྲེལ་གྱི་ཤེས་རབ་འཆལ་བ་ཅིག་ང་ཚོ་ཀོ་ལི་ཅི་ན་སླེབས་སོང་ན་བལྟས་ཟེར་དཀའ་ལས་ཁག་པོ་འདུག་ཉི་མ་མང་པོ་བསམ་བློ་བཏང་བའི་ཁ་ཟས་ཉི་མ་གསུམ་ཟས་ཕྱིན་ཚར་སོང་ད་འདྲི་དེ་རིགས་དཀའ་བོ་ང་ལ་སྤྲད་ནས་དེ་རྒྱུད་དང་པོར། བལྟ་ཡོང་དུས་གོ་ན་དེ་ལ་བློ་བདེ་བོ་མ་བྱུང་དེ་ནས་བསམ་བློ་མང་པོ་བཏང་ཡིན་ག་འདྲ་བྱས་ནས་དྲག་ས་རེད་བསམ་ལ་བསམ་བློ་མང་པོ་བཏང་ཡིན་བཏང་དུས་ད་འདི་ཤེས་རབ་འཆལ་བ་རང་རེད་འདུག་བསམ་ཚུལ་དེ་རེད་མ་རེད་ཁྱེད་རང་ཚོ་བཏང་ནས་འགྲིག་རེད་ཁོ་རང་གི་བཏང་ནས་འགྲིག་ཡོད་རེད་ཨན་དེ་ཡིན་དུས་ཆོས་རྗེ་ས་པཎ་ནས་བཟུང་ནས་དེ་ནས་གོ་ཤག་གི་བར་གྱི་མདོ་གི་བསྟན་པ་ལ་ཨན་ནི་འཛིན་དགོས་བྱུང་ན་འདི་ལ་ལྷག་ང་རང་ཚོ་ནས་ཐོན་ཡོད་རེད་ཨན་བྱས་ཙང་ཡག་རུང་ཐམས་ཅད་ཀྱི་གསུང་ཚར་བ་གཅིག་གི་སྟེང་དུ། གོ་ལོག་རྩིས་ནས་ཨ་ནི་བྲིས་པོ་བྱུང་ན་བལྟས་ས་དཀའ་ལ་ཁག་པོ་འདུག་ཨ་ནི་སེམས་ཕམ་པོ་ཞུ་བྱུང་ལོ། སྟོབས་ན་འདིར་སློབ་སྦྱོང་བྱས་བྱས་བྱས་བྱས་ནས་མཐའ་མའི་གྲུབ་འབྲས་འདྲ་པོ་དེ། འདི་འདྲ་བའི་ཤེས་རབ་འཆལ་པ་ཅིག་སླེབས་སོང་ན་བལྟས་ཚེ་དཀའ་ལ་ཁག་པོ་བྱུང་སེམས་ཕམ་པོ་བྱུང། བྱས་ཡིན་དུས་དེ་ཡིན་དུས་ཡང་བསྐྱུར་ངས། ཁོ་རང་ཚོར་དེ་འདྲ་ཤེས་སོང་ཟེར། ཁྱེད་རང་འདི། དེ་ནི། གང་ལྟར་རང་ལ་ཡང་མི་ཕན་མཁན་ཁོ་རང་ལ་ཕན་གི་མ་རེད་འདི་བརྒྱ་ཆའི་བརྒྱ་ཐམ་པ། དེ་ནས་གཡག་རོང་གིས་ཧ་མ་གོ་ཅིག་ཁོས་ཧ་གོ་ན། ད་འདི་དངོས་གནས་དྲང་ནས་ཡ་ན་ཡ་མཚན་སྔོན་བྱུང་ཡིན་གྱིར་མ་གཏོགས་ཡོང་སྲིད་ཡ་ཡོད་མ་རེད། གཞན་ན་ནི་ཕན་གི་མ་རེད་འདི་ཡི་ཤེས་རབ་ཆགས་འགྲོ་རེད། ཨེ་རང་བཞིན་གཉིས་ཀ་ལ་ཕན་གི་ཤེས་རབ་ཆགས་པའི་རྒྱུ་འདི་འདྲས་བྱས་ན། ཨེ་ལོ་སྟོབས་ན་འདི་དཔེ་ཅི་ལྟ་བས་གང་ཕན་གི་རེད་ད་ང་ཚོའི་གི་ཀོ་ལེ་ཅིག་གི་ཞུགས་ཧ་ཞེ་འཕྲོ་བརླག་བཏང་ཚར་ཤག། ཨོ་དེ་འདྲ་ཡིན་དུས་ད་འདི་ངས་ད་རེ་ཁྱེད་རང་རྒན་མཁན་པོ་ཁྱེད་རབ་བཟང་པོ་ལ་འདི་ཆ་ཚང་མ་བཏུབ་ལ་ཡིན་འདི་ལ་ཡང་སྐྱོར་ཁྱེད་ཚོ་ཚོགས་འདུ་ཚོགས་དེ་ནས་མཁན་པོ་ཕེད་མཁན་པོ་རྣམ་པ་ཚོ་ཕེད་དགེ་རྒན་རྣམ་པ་ཚོ་ཕེད་སྐྱོར་དཔོན་རྣམ་པ་ཚོ་ཕེད་ཨ་ནི་འདི་ད་ཕྱིན་ཆད་ང་ཚོ་གང་བྱེད་ན་འདི་འདྲ་བྱེད་རྒྱུ་ཡིན་ད་ཐག་བྱེད་གྲོས་བྱེད་རེད་འདི་བཏུབ་རྒྱུ་རང་འདི་ལ་ད་འགྱུར་བ་ཙང་ཡོད་མ་རེད་བཏུབ་རྒྱུ་རང་མ་རེད་བསྡད་ཡོད་མ་རེད་ཨ་ནི་ཁོ་ཅག་རིན་པོ་ཆེ་དེ། དེ་སུབ་ག་རེ་བྱས་ནས་འགྱུར་བ་བཏང་དགོས་ཡོད་སྐོར་དེ་མཁན་པོར་ཞུས་ཞུས་ཡོད་དེ་ཡིན་དུས་ཚང་མ་ལ་གི་འགྱུར་བ་བཏང་ཞུ་རྒྱུ་མེད་གཞན་དག་བརྗོད་རྒྱུ་གཞན་དག་དེ་ཚོ་དངོས་འབྲེལ་གནས་ཚུལ་འདྲ་བོ་རེད་ཤག་དེ་ཡིན་དུས་དངོས་འབྲེལ་གནས་ཚུལ་དེ་ཚོ་ཨ་ནི་དེར་འགྱུར་བ་བཏང་ཟེར་མཁན་ལབ་རྒྱུ་གལ་མེད་གནད་འགག་གཅིག་གཉིས་ཞིག་ལ་འགྱུར་བ་བཏང་དགོས་ཞུས་པའི་སྐྱག་མོ་རོང་པོ་ཆེ། རྒྱལ་བ་ཞིང་ནུས་བོད་ཀྱི་བཀའ་དྲིན་ཆེ་ནས་སྐྱང་བོ་རིན་པོ་ཆེ་གིས་ཕྱག་ལེན་གནང་པའི་ལས་འགུལ་དེ་བརྟེན་ཐ་དད་ཆགས་ཡོང་དུས་དེ་ང་ཚོས་འགྱུར་བ་གཏང་དགོས་རིགས་ངེས་པར་འདུག་འོ་དེ་ཚོ་བསམ་བློ་ན་བཞག་བྱེད་པོ་ཅིག་གང་ལྟར་དཔེ་ཆ་ལྟ་དུས་གནས་བྱེད་ཆུ་ལྟ་གོ་བ་ལེན་ཐུབ་པའི་ལྟ་གོ་བ་ལེན་མ་ཐུབ་ན་བླ་མ་ལ་གསོལ་བ་བཏབ་དཀོན་མཆོག་ལ་གསོལ་བ་བཏབ་ཡང་འགྱུར་ཡར་རྒྱས་འགྲོ་ཡ་བྱེད་དུས་བསམ་བློ་བཏང་བར་མ་གཏོགས། མ་བཀོད་པ་ཡིན་དུས་ཡོད་ས་མ་རེད་བསམ་ན་ལྐུགས་པའི་འུ་ཚོ་རེད་མ་མཐོང་ཅེ་ན་མེད་མ་ཡིན་ཟེར་མ་ཤེས་ཅེ་ན་མ་ཤེས་དེ་ཚིག་དེ་དེ་རེད་མ་མཐོང་ཅེ་ན་མེད་མ་ཡིན་ཟེར་དེ་མ་ཤེས་ཅེ་ན་མེད་མ་ཡིན་ཟེར་བ་སོ་སོ་སོ་སོའི་མ་བཀོད་དུ་ཡོད་ཀྱི་མ་རེད་བསམ་པ་དེ་དེ་ལས་བསྡུ་བ་གལ་ཡོད་མ་རེད་མ་ཁྱབ་པའི་རྟགས་རེད་རེད་བ་ཆོས་རྗེ་ས་པན་གྱི་གསུང་དུའང་ཁྱབ་པ་རང་ལ་བསྒྲུབས་ནས་ཕྱོགས་བཅུ་གཞན་ལ་བཀོད་པ་ཟེར་ཏེ། ད་དེ་ལས་བསྡུ་བ་ཡོད་མ་རེད། རང་གི་རྨོངས་པའི་ཁྱད་པར་དེ་ཁྱད་པར་དེ་རང་གི་བློ་རྨོངས་པ་ལ་སྤྱད་ནས་ཕྱོགས་ཆོས་གཞན་ཡི་སྟེང་དུ་སྒྲུབ་དགོས་བཅུག་ན་ཡང་དཀའ་ལས་ཁག་པོ་རེད་འདོད་རེད། བྱས་ཙང་དེ་ཡིན་དུས་ད་འདི་མཐའ་གཅིག་ཏུ་ཡོང་ཡ་མེད་པའི་རང་རེད་ཤ་ཤེས་རབ་འཆལ་བའི་རྒྱུ། ཤེས་རབ་འཆལ་སོང་བ་རེད་བྱས་ཙང་དེ་ཡིན་དུས་ཁོ་རང་ལ་ལན་ཆ་ཚང་སྤྲད་འགྲོ་རོགས་ཀྱི་ཁྱེད་རང་འདི་ཤེས་རབ་འཆལ་བ་རེད་འདུག། མཁན་པོའི་རྒྱ་མཚོའི་ལབ་གི་འདུག་ལབ་ཤོག། དེ་རེད། ད་དེ་ཁོ་རང་གོ་འཕྲོད་དུ་བསྐུར་བ། འོ་དེ་འདྲའི་མ་འོངས་པ་ལ་དེ་འདྲའི་ཤེས་རབ་འཆལ་བ་གྱི་རྩ་ན་མ་ཡོང་པ་བྱེད་རོགས་གྱིས། གོ་ཤག། གཡག་རོང་གོ་ཤག་གི་སྒང་ལས་ས་མཚམས་ནས་དོན་སོང་ན། ད་འདི། མ་བྱུང་རེད་ང་ཚོའི་ཡིག་ཆ་ན་རེད་དགེ་ལུགས་པའི་དམ་བཅའ་ལ་ཡིག་ཆ་དམ་བཅའ་ཤོར་སོང་ཡིན། ཡིག་ཆ། དམ་བཅའ་ཞབས་བསྡུས་ཡིག་ཆ་ཤོར་སོང་ན་དཔེ་མི་སྲིད་སྡུག་ཅག་བརྩིགས་བར་ད་དེ་ལས་སྡུག་བ་དེ་བརྩིགས་ཡོད་མ་རེད་ང་ཚོ་ཡི་གེ་ནང་སླེབས་ཡོང་གི་རེད་དེ་ནང་ནས་ཀོ་ལེ་གཅིག་གི་དངུལ་དཀོན་པོ་དེ་ཡོད་བཞིན་དུ་པར་བརྒྱབ་པའི་ཤོག་བུ་སྟོང་པ་དེ་ནང་དོན་ཡོང་གི་རེད་དེ་མ་བྱུང་ཚར་རེད་བ་དེ་བྱས་ཙང་བློ་ཕམ་པོ་ཞེ་པོ་བྱུང། ད་ག་འདྲ་བྱེད་དགོས་ཟེར་ནས་ཉིན་མང་པོ་བསམ་བློ་བཏང་པ་ཡིན་ཏེ་ད་ལབ་ན་ཡག་ས་རེད་བསམ་བྱུང་མ་འོངས་པ་ན་ཡང་འདི་འདྲ་བོ་བྱེད་ཡོང་གི་རེད། ཨེ་ཉི་མ་གཅིག་ཆོས་རྗེ་ས་པན་ལ་དགག་པ་བརྒྱབ་ཡོང་གི་རེད། ཡང་ཁ་ཚོན་དུས་དེབ་ཅིག་ནང་འདུག་སློབ་སྦྱོང་བྱེད་དུས་དེ་ནས། གོ་རམས་པ་ལ་འགག་པ་རྒྱག་པ་རེད་ཤངས་ཆོས་ཆོས་དོན་འགག་པ་སློབ་སྦྱོང་ཆེན་མོ་འདི་ལབ་མཁན་ཁོ་རང་ལྐུགས་པ་རེད་མི་ཤེས་པ་དག་རེད་ཤེས་རབ་ཕོར་ཆགས་ཀྱི་སློབ་སྦྱོང་ཙམ་ཤེས་ཀྱི་མ་རེད་དང་པོ་སློབ་སྦྱོང་བྱས་ཡོད་དུས་གོ་རམས་པ་ལ་འགག་པ་བརྒྱབ་ན་དེ་ནི་མ་བྱུང་ཚར་རེད་ས་པཎ་ལ་འགག་པ་བརྒྱབ་ཤངས་ཆོས་ཆོས་དོན་འགག་པ་བརྒྱབ་སློབ་སྦྱོང་མི་བྱེད་ཀྱི་མི་ཅིག་ཤེས་དེ་བོ་རེད་འདི་སློབ་སྦྱོང་བྱེད་ཀྱི་བྱེད་ཀྱི་ལ་ཨ་ནི་བློ་གཟུ་བོར་གནས་ནས་རང་གི་རྟོགས་པ་ཡར་རྒྱས་ཆེད་དུ་གསོལ་བ་བཏབ་པའི་ལུགས་སྲོལ་ཡོད་པ་མ་གཏོགས་སྔས་མ་ནས་སོང་ནས་དེ་ནི་འགག་པ་བརྒྱབ་ནས་སློབ་སྦྱོང་བྱེད་མཁན་ཆེད་བོད་ལ་མ་བྱུང་བ་རེད་དཔེ་ཆ་ལྟ་སའི་གི་ཡིག་ཆ་དེ་ལ་དགག་པ་རྒྱག་ནས་སློབ་སྦྱོང་བྱེད་མཁན་ཅིག་བོད་ལ་མ་བྱུང་བ་རེད། ཡ་མཚན་དངོས་བྱུང་དེ་འདྲས་དེ་འདྲས་ཐོན་གྱི་འདུག་ད་དེ་བྱས་ཙང་དེ་འདྲས་ཡིན་དུས་ད་འདི་མི་ཤེས་པའི་རུ་བ། ད་མི་ཤེས་པ་ལ་ལྷག་ཅིག་ད་ཅི་ཡོད་རེད་སྐྲག་དགོས་ཡས་རང་རེད་དུས་རེད་བྱས་ཙང་དེ་འདྲས་འདུག་ཨེ་བྱས་ཙང་དེ་ཡིན་དུས་ད་དེང་སང་དུས་ཚོད་སྡུག་ཅག་ཡིན་དུས་གང་ཐོས་ན་འབྲི་མཁན་ཅིག་ཆགས་བསྡད་འདུག་ད་ང་རང་ཚོ་དེ་འདྲས་མ་ཡིན་པའི་བསམ་བློ་བཏང་རོགས་བྱོས། ད་ག་ད་འདི་སྐབས་སུ་དེ་རིགས་ང་ཚོ། རྟོག་པ་གཉིས་སྐོར་ཏེ། ད་ལྟ་དེ་ནས་རྟོག་པ་བཞི་པ་དེ་ལ། དགག་རྟོག་སྒྲུབ་རྟོག་སྐོར་གྱི་དོགས་པ་བྱུང་བ་རེད། ད་ཡིན་དུས་རྟོག་པ་བཞི་པ་དེ་དགག་རྟོག་རེད་བསམ་བསམ་གྱི་དོགས་པ་སྐྱེ་བའི་གཞི་གཏད་སའི་ཡོག་རེད་ལབ་པ་རེད། དོགས་པ་སྐྱེ་བའི་གཞི་དེ་ག་རེད་ཟེར་ན་དེ་རེད། བུམ་པ་ལྟ་བུ་གཅིག་ལ། ཐོག་མར་བདེན་འཛིན་གྱི་སྒྲོ་འདོགས་ཆད་པའི་བློ་སྔོན་དུ་སོང་ནས་ས་འདི་རེད་དོགས་པ་བརྒྱབ་གཤིས། བཤད་ཚ་འདི་འདྲས་ཅིག་ཡོད་པ་ཡིན་དུས་འགག་ཐོག་ཡིན་ནམ་བསམ་བསམ་ཅིག་ཡོང་གི་རེད་དེ། འདི་སྐད་ཆ་མ་རེད་འདི་སྐད་ཅིག་སྔ་ཕྱི་ཤོར་ཚར་བ་རེད་ཟེར་བ་རེད། དང་པོར་སྐད་ཅིག་དང་པོའི་སྐབས་སུ་བུམ་པ་ལ་བདེན་འཛིན་བཀག། ཨན་དེའི་མཇུག་ལ་སྐད་ཅིག་གཉིས་པའི་སྐབས་སུ་ཨནི། བུམ་པ་ལ། བདེན་པར་ཡོད་མེད་ཀྱི་སྐད་ཆ་མེད་པ་ཅིག་ཅི་ལྟར་ནས་ད་ལྟ་མཐོང་བསྡད་དེ་བུམ་པ་རེད་འདུག་བསམ་ན། ཨང་ད་ག་རང་གི་དེ་དེ་འགྲིག་ཡོད་རེད་ད་ག་རང་ནི་ད་ག་རང་གི་སྟངས་འཛིན་རྟོགས་པ་ཆགས་ཀྱི་ཡོད་རེད་ཟེར་བ་རེད། ད་ག་རང་གི་སྒྲུབ་རྟོགས་ཀྱི་གོ་ཆོད་ཀྱི་ཡོད་རེད་ཟེར་བ་ཆ་ཚང་དེ་ཡིན་དུས་འོ་ན་སྟངས་འཛིན་རྟོགས་པས། དེ་ནི། བཏགས་འཛིན་རྟོག་པ་དེ་སྒྲུབ་རྟོག་ཡིན་པའི་ཚུལ་ཇི་ལྟར་སྙམ་ན། ཟེར་དུས་ལན་ལ། དེ་ལས་སླ་པོ་རེད་ཟེར། བཞི། ཡུལ་བུམ་པ་ལྟ་བུ་གཅིག་ལ། ཐོག་མར། བདེན་འཛིན་གྱི་གྲོ་མདོག་ཆུད་པའི་བློ་སྔོན་དུ་སོང་ནས། དེ་ནི་ད་ལྟར་ཏེ་སྐད་ཅིག་གཉིས་པའི་སྐབས་སུ། ཡུལ་བུམ་པ་ལ་བདེན་པར་ཡོད་མེད་ཀྱི་བློའི་འཛིན་སྟངས་གང་ཡང་མེད་པར། ད་ལྟ་མཐོང་བསྡད་པ་འདི་ནི་བུམ་པའོ་སྙམ་སྟེ་མངོན་པར་ཞེན་པའི་བློ་ཅིག་བྱུང་ན། དེ་བཏགས་འཛིན་རྟོག་པ་རེད་འདི་གི་སྒྲུབ་ཐོབ་ཀྱི་གོ་ཆོད་ཀྱི་ཡོད་རེད་ཟེར་བ་རེད། དེ་རྫས་འཛིན་རྟོག་པ་ལ་མི་སྲིད་དེ་སྲིད་དུས། དེ་ནས། དེ་རྫས་འཛིན་རྟོག་པ་ལ་མི་སྲིད་དེ་སྲིད་དུས་དེ་རེད། དང་པོ། ཡུལ་བུམ་པ་ལྟ་བུ་ཅིག་ལ་བདེན་འཛིན་གྱི་སྒྲོ་འདོགས་ཆོད། ཨ་ནི་སྐད་ཅིག་གཉིས་པའི་སྐབས་སུ་ཡུལ་བུམ་པ་ལྟ་བུ་ཅིག་ལ་བདེན་པར་ཡོད་མེད་ཀྱི་བློའི་འཛིན་སྟངས་མེད་པར་སྤྱི་བཏང་ནས་འདི་ནི་བུམ་པའོ་སྙམ་དུ་བསམ་པ་ལྟ་བུ་དེས་མཛེས་འཛིན་མཛེས་འཛིན་རྟོག་པ་ལ་སྲིད་ཀྱི་མ་རེད་ཟེར་བ་རེད། ག་རེ་ཟེར་ན་མཛེས་འཛིན་རྟོག་པ་ཡིན་ན་རང་ཡུལ་ལ་བདེན་པར་མངོན་པར་ཞེན་པའི་བློ་ཡིན་པས་ཁྱབ་པ་རེད་ད་ལྟ་གོང་དུ་ཞུས་པའི་བློ་དེ་ལ་བདེན་པར་འཛིན་པའི་བློ་ཡོད་མ་རེད་ཟེར་བ་རེད། གནད་འདིའི་སྲིད་དུས། དེ་ནས། ཏང་གཟན་འཛིན་གཏོགས་པ་ལ་ཡུལ་བུམ་པ་ལྟ་བུ་ཞིག་ལ་ཐོག་མར་བདེན་འཛིན་གྱི་གྲོས་འདོགས་དེ་ནས་མ་ཆོད་པ། ཏང་འཛིན་གཏོགས་པ་ལ་ཡུལ་བུམ་པ་ལྟ་བུ་ཞིག་ལ་བདེན་འཛིན་གྱི་གྲོས་འདོགས་ཆོད་པ། དེ་འབྲེལ་གྱི་གནད་འདི་ཤེས་ན། དེ་ནས་ཏང་འཛིན་གཏོགས་པ་ལ། བཏགས་པའི་དངོས་པོར་ཞེན་པ་ཞེས་གསུངས་པས་བཏགས་པ་ཟེར་བ་དང་དངོས་པོ་ཟེར་བ་གཉིས་ཅར་གྱི་ནུས་པ་ཐོན་པ་གོ་བ་སྙོམས་ཐུབ་པ་གཅིག་ཡོང་གི་རེད་ཟེར་བ་རེད། བྱས་ཙང་གནད་འདི་ཤེས་ན་ཟེར་ན། མཛེས་འཛིན་རྟོག་པ་ལ་དང་པོ་ཡུལ་ལ་བདེན་འཛིན་གྱི་དྲོ་འདོགས་མཆོད་པ་སྔོན་དུ་མ་སོང་བ། བཏང་འཛིན་རྟོག་པ་ལ་བསྒྱུར་ལ་བདེན་འཛིན་གྱི་གྲོ་མདོག་ཆུད་པ་སྔོན་དུ་སོང་བ་ལྟ་བུས་གནད་འདི་ཤེས་ན། ཨ་ནི་བཏང་འཛིན་རྟོག་པ་ལ་བཏགས་པའི་དངོས་པོར་ཞེན་པ་གསུངས་པ་དེ་གིས། དེ་ནི་བདེན་པར་མ་འཛིན་པའི་ཕྱིར་ན་བཏགས་པ། བུམ་པར་འཛིན་པའི་ཕྱིར་ན་དངོས་པོ། བུམ་པར་འཛིན་པའི་ཕྱིར་ན་དངོས་པོར་དངོས་པོ། དེ་ལྟ་བུས་དེ་ནི་བཏགས་པ་དང་དངོས་པོ་གཉིས་ཆར་གྱི་ནུས་པ་མཐུན་གྱི་རེད་ཟེར་བ་རེད། ཨ་ནི་སྐབས་གསུམ་པ་ནས་བཤད་པའི་གཞི་ལམ་འབྲས་གསུམ་དེ་ནི། སྐབས་གསུམ་པ་གཞི་ཤེས་བཤད་པའི་སྐབས་ཚེ་བཞི། དེ་ནས། གཞི་ལ་ཚད་མར་འཛིན་པ་ལམ་ལ་ཚད་མར་འཛིན་པ། འབྲས་བུ་ལ་ཚད་མར་འཛིན་པ་བཙལ་ན་གཞི་ལ་མངོན་པར་ཞེན་པ་ལམ་ལ་མངོན་པར་ཞེན་པ་འབྲས་བུ་ལ་མངོན་པར་ཞེན་པ་བསྲེ་བ་རེད། མདོར་ན་གཞི་ལམ་འབྲས་གསུམ་ལ་ཚད་མར་འཛིན་པའི་ཚད་འཛིན་དང། ཨ་ནི་རྒྱུད་བླ་མ་ལས་བྱོན་པའི་འཁོར་གསུམ་དང་འཁོར་གསུམ་གྱི་རྣམ་རྟོག་དང། ད་རྒྱུད་བླ་མ་ནས། རྒྱུད་བླ་མའི་སྐབས་སུ་ཡང་ཤེས་སྒྲིབ་རྣམ་རྟོག་འཁོར་གསུམ་ཡིན་མཁན་ཅི་ལ་ཤེས་བསམ་རང་འཁོར་གསུམ་དུ་འཛིན་པའི་རྣམ་རྟོག་བློ་ལ། ཡང་ནི་རྒྱུད་བླ་མའི་སྐབས་སུ་དཔེར་ན། སྦྱིན་བྱ་བུམ་པ་ལྟ་བུ། སྦྱིན་ཡུལ་སློང་མཁན་ལྟ་བུ། སྦྱིན་པ་པོ་ལྷས་སྦྱིན་ལྟ་བུ། དེ་འདྲའི་གསུམ་དུ་འཛིན་པའི་བློ་དེ་ལ་འཁོར་གསུམ་གྱི་རྣམ་པར་རྟོག་པ་ཟེར་བར་དེ་དེ་དང། ཡང་ནི་དབུ་མ་འཇུག་པ་ནས་བཞིན་པའི་སྦྱིན་པའི་འཁོར་གསུམ། ཚུལ་ཁྲིམས་ཀྱི་འཁོར་གསུམ། ཨ་ནི། བཟོད་པའི་འཁོར་གསུམ་ལྟ་བུ་འཁོར་གསུམ་དུ་རྣམ་པར་རྟོག་པའི་བློ་རྣམས། ཚང་མ། ད་ལྟ། མངོན་རྟོགས་རྒྱན་གྱི་སྐབས་སུ་བཤད་པའི་བཏགས་འཛིན་རྟོག་པ་འདི་དང་དོན་གཅིག་ཏུ་བཤད་པར་འགྱུར་རོ་ཟེར་བ་རེད། ད། གོང་དུ་བཤད་པའི་བཏགས་འཛིན་རྟོག་པ་དེ། སྤྱིར་སྒྲུབ་རྟོག་ཡིན་པ་དང་སྒྲུབ་རྟོག་ཡིན་པའི་ཚུལ། གོང་དུ་བཤད་པ་དེ་ཚོ་ཆ་ཚང་ཧ་གོ་སོང་ན། ཨ་ནི། མངོན་རྟོགས་རྒྱན་གྱི་སྟངས་འཛིན་རྟོག་པ་དང་རྒྱུད་བླ་མ་ནས་བཤད་པའི་འཁོར་གསུམ་རྣམ་པར་རྟོག་པ་དང་དབུ་མ་འཇུག་པ་ནས་བཤད་པའི་འཁོར་གསུམ་རྣམ་པར་རྟོག་པ་དེ་ཚོ་བཤད་འགྲོ་གི་རེད་ཟེར་བ་རེད་ཅེས་པར་གྱུར་ལ། དེས་ན་ཟེར་དུས་ད་དེས་ན་ཟེར་དུས་གནད་ཆེན་པོ་རེད། སྐབས་གསུམ་པ་ནས་བཤད་པའི་གཞི་ལམ་འབྲས་གསུམ་ལ་ཚད་མར་འཛིན་པའི་མཚན་འཛིན་དང་གཅིག། རྒྱུད་བླ་མ་ནས་བཤད་པའི་འཁོར་གསུམ་རྣམ་པར་རྟོག་པའི་བློ་དང་གཉིས། དབུ་མ་འཇུག་པ་ནས་བཤད་པའི་འཁོར་གསུམ་རྣམ་པར་རྟོག་པའི་བློ་གསུམ་དོན་གཅིག་མིང་གི་རྣམ་གྲངས་ཡིན་པར་རྣམ་གྲངས་ཡིན་པ་རྒྱུ་མཚན་དེས་ན། དེ་ནི། ཉན་རང་གི་ཆོས་ཀྱི་བདག་མེད་རྟོགས་མ་རྟོགས་དོན་ལ་ཡང། དགོངས་པ་བྱམས་པ་དང་འཕགས་པ་ཀླུ་སྒྲུབ་གཉིས་དགོངས་པ་མི་མཐུན་པའི་མིད་པར་དགོངས་པ་གཅིག་པ་ཡིན་པའི་དོན་ཡང་རྟོགས་ཐུབ་པ་རེད་ཟེར་བ་རེད། ད་དེ་རེད། ངས་ད་ལྟ་དེ་དངོས་བསྟན་ལ་བསམ་བློ་བཏང་ན། དེ་ནི། བྱམས་པའི་ལུགས་ལ་ཉན་རང་གི་ཆོས་ཀྱི་བདག་མེད་མ་རྟོགས་པ་ལྟ་བུ། དེ་ནི། བྱང་སེམས་འཕགས་པའི་ཆོས་ཀྱི་བདག་མེད་རྟོགས་པ་ལྟ་བུ། དེ་ནི་ག་སུ་རེད། སྔོན་རྡོ་རྗེ་འགོང་པོ་རེད། དེ་ཀླུ་སྒྲུབ་ཀྱི་རྩ་ཤེས་ལ་སོགས་པ་ལ། ཉན་རང་དང་བྱང་སེམས་འཕགས་པ་ཐམས་ཅད་ཀྱི་ཆོས་ཀྱི་བདག་མེད་རྟོགས་པ་ལྟ་བུ་བསྟན་ཡོད་རེད་དེ། དངོས་བདེན་ལ་དེ་འདྲས་བསྟན་ཡོད་ན་ཡང། ཕུགས་ཀྱི་དགོངས་པ་ཁ་ཁ་མ་རེད་ཁུང་བུ་དགོངས་པ་གཅིག་རེད་ཡིན་སོགས་རེད་བྱས་ཙང། དེ་ནི། བྱམས་པ་དང་ཀླུ་སྒྲུབ་གཉིས་ཀ་ཕུགས་ཀྱི་དགོངས་པ་གཅིག་པ་ཡིན་པ་ལ་དེ་ནི། ཕུག་གི་ཉན་རང་གི་ཉན་རང་གི་ཡང་ཆོས་ཀྱི་བདག་མེད་དོ། ས་རྡོ་ཕག་པ་དེ་ཚོ་ཡང་ཆོས་ཀྱི་བདག་མེད་རྟོགས་པ་ལ་སོགས་པའི་དགོངས་པ་གཅིག་ཏུ་འགྲོ་བར་བྱེད་པ་ལ་དེ་ནི་ངེས་པར་དུ་དེ་ནི་ད་ལྟ་གོང་དུ་བཤད་པའི་གནད་དེ་ཚོ་ཤེས་ན་ཨ་ནི་ལས་སླ་པོ་ཅན་ཧ་གོ་གོ་རེད་ཟེར་བ་རེད། རེད་མདའ་བས་གསུང་གི་འདུག་དེ་ནས་ཁ་སོ་རེ་ལུང་གཉིས་ཀ་ལ་འདུག་སྟེ་རིགས་པ་ཀླུ་སྒྲུབ་ཡག་འདུག་གསུངས་པ་རེད་ད་དེ་ཡང་མཁས་པ་ཆེན་པོ་གཅིག་གསུངས་རེད་དེ། དཀའ་ལས་ཁག་པོ་ཅིག་རེད་འདུག་བྱམས་པ་དང་ཀླུ་སྒྲུབ་གཉིས་པོ་དེ་ལ་ལུང། བྱམས་པ་ལ་ཡང་འདུག་ཀླུ་སྒྲུབ་ལ་ཡང་འདུག་སྟེ། རིག་པ་ཀླུ་སྒྲུབ་ཡག་ས་རེད་གསུངས་པ་རེད་ད་དེ་དཀའ་ལས་ཁག་པོའི་བྱེད་པོ་རེད་བྱམས་པ་ལས་ལྷག་པའི་ཀླུ་སྒྲུབ་ལ་རིག་པ་ཡོད་ཟུར་ནས་དཀའ་ལས་ཁག་པོ། ཀླུ་སྒྲུབ་ལས་ལྷག་པའི་རིག་པ་དེ་བྱམས་པར་ཡོད་ཟེར་ནས་དཀའ་ལས་ཁག་པོ་རེད་དེ་འདྲས་གསུང་གི་འདུག་བ་དེ་སྐུ་མཁྱེན་ཆེན་པོས་དེ་འདྲས་མ་རེད་རོང་སྟོན་ཆེན་པོས་དགོངས་པ་བླངས་དུས། བྱམས་པ་ཀླུ་སྒྲུབ་གཉིས་པོ་དགོངས་པ་མཐུན་གི་རེད་ཟེར་བ་རེད་དེ་གང་རུང་ཅིག། རེད་མདའ་བ་སྐད་གྲགས་ཆེན་པོ་རེད་དེ་བྱམས་པ་ཀླུ་སྒྲུབ་གང་རུང་གཡུག་གི་ཡོད་རེད་དེ་ཡིན་ན་ཡང་རོང་སྟོན་ཆེན་པོས་བྱམས་པ་ཀླུ་སྒྲུབ་གཉིས་ཀ་དགོངས་པ་དབྱེར་མེད་དུ་འགྲེལ་འགྲོ་གི་ཡོད་འགྲེལ་པ་ལ་འདི་ལྟ་བུའི་གནད་ཤེས་དགོས་རེད་ཟེར་བ་བཤད་ཙང་དེ་ཡིན་དུས་མི་མཐུན་པ་མེད་པའི་དོན་ཡང་རྟོགས་པར་གྱུར་ཏེ་ཨ་ནི་དེའི་སྐོར་བཤད་པར་འདོད་ན། བྱམས་བློ་གཉིས་པོ་དེ་དགོངས་པ་གཅིག་པ་ཡིན་པའི་ཚུལ་གྱི་རྣམ་གཞག་ཤེས་པར་འདོད་ན། འབད་པའི་སྒོ་ནས་ད་ག་ཟེར་མ་ཡིན་པ་བརྩོན་འགྲུས་དང་བཅས་པའི་སྒོ་ནས་ནི་ཀུན་མཁྱེན་རོང་སྟོན་ཆེན་པོ་དང་ཀུན་མཁྱེན་ཆེན་པོ་ཁོ་བོ་ཅག་ལ་དྲིས་པར་བྱའོ་དེ་ནས་ཤེས་ཀྱི་ཡིན་སྲིད་པ་རེད། མདོར་ན་འབད་པ་དེ་དོན་གཉེར་ཡོད་པ། དེ་ནས་བློ་གཟུ་བོར་གནས་པ། དེ་ནས་དེ་ནས་ག་ཚོད་དོན་གཉེར་ཡོད་པ། དེ་ནས་ཤེས་རབ་ཡོད་པ། དེ་ནས་བློ་གཟུ་རུ་སླེབས་པ་དེ་འདྲས་གསུམ་གྱི་ཐོག་ནས་ཨེ་ནི་ཤེས་འདོད་ཡོད་པ་ཡིན་ན་རོང་སྟོན་དང་ཀུན་མཁྱེན་ཁོང་ལ་དྲིས་ཟེར་བ་རེད། འོན་ཏང་འདི་རེད་འདོད་ན། གཞི་དང་དེའི་གཉེན་པོ་ཡིས་ཞེས་པའི་སྐབས་ན་བསྟན་པའི་རྣམ་རྟོག་བཞི་པོ་དེ་རང་ལུགས་ལ་སྒྲུབ་རྟོག་རེད་གསུངས་པ་རེད་སྒྲུབ་རྟོག་རེད། ད་དེ་ནས་གཉིས་པ། ངོ་བོ་དང་སྤང་བྱར་གང་བདེན་དཔྱད་པ་ལ་ཁ་ཅིག་སྲིད། ཁ་ཅིག་གིས་གཞི་དང་དེ་ཡི་གཉེན་པོ་ཡིན་ཞེས་པའི་གི་རྣམ་རྟོག་བཞི་པོ་དེ་སྦྱོར་ལམ་དང་ངོ་བོ་གཅིག་རེད་སྲིད་པ་རེད། ཁ་ཅིག་གིས་དེ་ནི་གཞི་དང་དེ་ཡི་གཉེན་པོ་ཡིན་ཞེས་པའི་སྐབས་ཀྱི་རྣམ་རྟོག་བཞི་པོ་དེ་སྦྱོར་ལམ་གྱི་སྤང་བྱ་རེད་མ་གཏོགས་སྦྱོར་ལམ་དང་ངོ་བོ་གཅིག་མ་རེད་སྲིད་པ་རེད། ད་གང་ལྟར་ངོ་བོ་དང་སྤང་བྱར་གང་བརྟེན་དཔྱད་པ་ལ་མཁས་པ་ཁ་ཅིག་འདི་འདྲ་གཟིགས་འདུག་སྲིད་པ་རེད། བྱང་སེམས་ཀྱི་སྦྱོར་ལམ་དེ། འདིར་བསྟན་རྟོགས་པའི་ངོ་བོ་ཡིན་ཏེ་ཞེས་པ་སྟེ། བྱང་སེམས་ཀྱི་སྦྱོར་ལམ་དང། སྐབས་འདིར་བསྟན་པའི་རྟོགས་པ་ཞེས་པའོ་ངོ་བོ་གཅིག་རེད་ཟེར་བ་ལས་མདོར་ན། བྱང་སེམས་ཀྱི་སྦྱོར་ལམ་དེ་བཞི་དང་དེའི་གཉེན་པོ་ཞེས་པའི་སྐབས་འདིར་བསྟན་གྱི་རྟོགས་པ་ཞེས་པོ་དང་ངོ་བོ་གཅིག་ཡིན་ཏེ། དེ་འདྲ་ཡིན་པའི་ཉི་ཁྲི་སྣང་བ་ལས་སྒྲ་འོད་ཀྱི་གྲངས་ཡོང་བ་འདི་འདྲ་ན་ཡང། ཨ་ནི་དོན་དག་དག་རང་མ་རེད་ཉི་ཁྲི་སྣང་བས་འདི་གསུངས་འདུག་ཟེར་ཁོས་སྒྲུབ་བྱེད་འདི་རེད། ངེས་པར་འབྱེད་པའི་ཆ་དང་མཐུན་པ་དང་པོ་ཟེར་ཏེ་སྦྱོར་ལམ། དྲོད་ལ་ཟེར་བ་རེད། ངེས་པར་འབྱེད་པའི་ཆ་དང་མཐུན་པ་དང་པོ་སྟེ་སྦྱོར་ལམ། ཐེག་ཆེན་སྦྱོར་ལམ་དྲོད་དང། གཉིས་པ། རྩེ་མོ་ཟེར་བ་རེད་དྲོད་རྩེ་མོ་གཉིས་ནི་གོ་རིམས་བཞིན་དུ་གཟུང་བས་རྣམ་པར་རྟོག་པ་གཉིས་སུ་གྱུར་ལ་ཟེར་ན། ད་ང་རང་ཚོ་འབྲེལ་ཐག་ཇི་ལྟར་ཁོས་འབྲེལ་ཐག་གཉིས་ཀུན་ཏུ་ཁོས་ཟེར་དུས། ཨ་ནེ་ཉི་ཁྲི་རྣ་བའི་ནང་དུ་འདི་གསུངས་འདུག་ཟེར་ངེས་པར་སྦྱིན་པའི་ཆ་དང་མཐུན་པ་དང་པོ་དང་གཉིས་པ་དག་ནི་ཟེར་དུས། ཐེག་ཆེན་སྦྱོར་ལམ་དྲོད་དང་རྩེ་མོ་གཉིས་གོ་རིམ་བཞིན་དུ་གཟུང་བས་རྣམ་པར་རྟོག་པ་གཉིས་སུ་གྱུར་ལ་ཟེར་ན། ཀུན་ཉོན་གཟུང་རྟོག་དང་རྣམ་པར་རྣམ་བྱང་གཟུང་རྟོག་གི་ངོ་བོ་རེད་གསུངས་འདུག་ཟེར་བ་རེད། དགྲ་བོ་རེ་བཟུང་བའི་རྣམ་པར་རྟོག་པ་གཉིས་སུ་གྱུར་ལ། གྱུར་ཟེར་ན་ཡིན་ཟེར་བའི་དོན་ཏོ། གཉིས་རེད་ཞེས་དོན་དག་རེད། དེ་ནས་བྱས་ཙང་ནི། དགྲ་བོ་དང་འབྲེལ་པ་བརྒྱ་རེ་བཟུང་བའི་རྟོག་པར་རྟོག་པ་གཉིས་སུ་གྱུར་ལ། གོ་རིམས་བཞིན་དུ་གཟུང་རྟོག་གཉིས་པོ་རེད་གསུངས་འདུག་ཟེར་བ་རེད། ཨ་ནི་གསུམ་པ་དང་བཞི་པ་ཟེར་ན་ད་གཟོད་པ་དང་ཆོས་མཆོག་ཀྱང་གོ་རིམ་བཞིན་དུ་འཛིན་པའི་རྣམ་པར་རྟོག་པ་རྫས་འཛིན་རྟོག་པ་དང་རྟགས་འཛིན་རྟོག་པ་གཉིས་ཡིན་ནོ། ཞེས་གསུངས་འདུག་བྱས་ཙང་སྦྱོར་ལམ་བཞི་པོ་དེ་སྐབས་འདིར་བསྟན་གྱི་རྟོག་པ་དང་ངོ་བོ་གཅིག་རེད་ཟེར་བ་རེད། ང་རང་ཚོ་དེ་འདྲས་མ་རེད་དང་འགྲེལ་བ་རྒྱབ་སྟངས་དེ་ག་རེད་ཟེར་ན་འདི། སྦྱོར་ལམ་དང་པོ་དང་གཟུང་རྟོག་སྦྱོར། གཟུང་རྟོག་དང་པོ་དེ་སྦྱོར་ལམ་དང་པོ་དང་སྤང་བྱར་ལྡན་པ་རེད། གཟུང་རྟོག་གཉིས་པ་དེ་སྦྱོར་ལམ་གཉིས་པ་དང་སྤང་བྱར་ལྡན་པ་རེད་ཞེས་པའི་གོ་བ་རེད། བྱེད་དང་འབྲེལ་བ་བརྒྱད་དུས་ངེས་པར་འབྱེད་པའི་ཆ་དང་མཐུན་པ་དང་པོ་དང་གཉིས་པ་དག་ནི་གོ་རིམས་བཞིན་དུ་གཟུང་བའི་རྣམ་པར་རྟོག་པ་གཉིས། སྤང་བྱར་ལྡན་པར་གྱུར་ལ་གཟིགས་པ་རེད། ཨ་ནི་སྦྱོར་ལམ་གསུམ་པ་དང་བཞི་པ་གཉིས་པ་དག་ཀྱང་གོ་རིམས་བཞིན་དུ་འཛིན་པའི་རྣམ་པར་རྟོག་པ་གཉིས་ཡི་སྤང་བྱར་ལྡན་པར་གྱུར་ལ་ཞེས་པའི་འགྲེལ་བ་རྒྱབ་དགོས་རེད་ང་རང་ཚོ་ནས་ཁོས་དེ་འདྲ་མ་རེད་དེ་ནི་གཟུང་རྟོག་དང་པོ་དེ་སྦྱོར་ལམ་དང་པོ་དང་ངོ་བོ་གཅིག་གཟུང་རྟོག་གཉིས་པོ་དེ་སྦྱོར་ལམ་གཉིས་པོ་དང་ངོ་བོ་གཅིག་གཟུང་རྟོག་གསུམ་པ་དེ་སྦྱོར་ལམ་གསུམ་པ་དང་ངོ་བོ་གཅིག་གཟུང་རྟོག་བཞི་པ་དེ་སྦྱོར་ལམ་བཞི་པ་དང་ངོ་བོ་གཅིག་ཤེས་ཡོད་རེད། ད་དེ་འགྲིག་མི་འདུག་སོགས་དམ་བཅའ་དེ་མཐའ་འཁྱོངས་འདི་རེད། བྱང་སེམས་ཀྱི་སྦྱོར་ལམ་ཆོས་ཅན་འདིར་བདེན་རྟོག་པ་མིན་པ་དག་སོགས་བྱང་སེམས་ཀྱི་སྦྱོར་ལམ་ཆོས་ཅན། གཞི་དང་དེ་ཡི་གཉེན་པོ་ཡི་གཟུང་བར་རྟོག་པ་རྣམ་པ་གཉིས། རྫས་དང་བྱེད་དང་རྫས་དང་རྟག་པའི་རྟེན་ཅན་གྱི་འཛིན་སྤངས་རྣམ་པ་གཉིས་སུ་འདོད། ཡང་ན་གཞི་དང་དེ་ཡི་གཉེན་པོ་ཡི་གཟུང་བར་རྟོག་པ་རྣམ་པ་གཉིས། རྨོངས་དང་ཕུང་སོགས་བྱེ་བྲག་གི་དེ་ནས་སོ་སོར་རྣམ་པར་དགུ་ཟད་པ་དང། རྫས་དང་བརྟགས་པའི་རྟེན་ཅན་གྱི་འཛིན་པ་རྣམ་པ་གཉིས་སུ་རང་དབང་བདག་སོགས་ངོ་བོ་དང་ཕུང་སོགས་རྟེན་ལས་དེ་བཞིན་ནོ། ཞེས་པས་སྐབས་འདིར་རྟེན་འདིར་བརྟེན་ཟེར་ར་ཆེ་སོང་སྐབས་འདིར་རྟེན་གྱི་རྟོག་པ་མིན་པར་ཐལ། ཁྱོད་བྱང་སེམས་ལམ་གྱི་སྤང་བྱའི་གཙོ་བོར་གྱུར་པའི་ཤེས་སྒྲིབ་མ་ཡིན་པའི་ཕྱིར། ད་འདིར་སྙིང་དོན་འདྲ་བོ་འདི་རེད། གལ་སྲིད་སྦྱོར་ལམ་བཞི་པོ་དེ། སྐབས་འདིར་བདེན་གྱི་རྟོག་པ་བཞི་དང་ངོ་བོ་གཅིག་ཡིན་ན། བྱང་སེམས་ཀྱི་སྦྱོར་ལམ་དེ། བྱང་སེམས་ལམ་གྱི་སྤང་བྱའི་གཙོ་བོར་གྱུར་པའི་ཤེས་སྒྲིབ་ཡིན་དགོས་ཀྱི་རེད། ཡིན་ན་ཡང་བྱང་སེམས་ཀྱི་སྦྱོར་ལམ་དེ། བྱང་སེམས་ལམ་གྱི་སྤང་བྱའི་གཙོ་བོར་གྱུར་པའི་ཤེས་སྒྲིབ་མ་ཡིན་དུས། ཨ་ནི་སྐབས་འདིར་བདེན་གྱི་རྟོག་པ་ཆགས་ཀྱི་མ་རེད་གསུངས་པ་རེད། དེ་རེད། ད་ཡང་ཁ་ཅིག་འདིར་ལབ་འདུག་ཟེར་བ་འདིར་བདེན་རྟོག་པ་ཞེས་པོ་དེ། ད་ད་ལྟ་གཞི་དང་དེའི་གཉེན་པོ་ཡི་ཞེས་པའི་སྐབས་འདིར་བདེན་གྱི་རྟོག་པ་ཞེས་པོ་དེ། བྱང་སེམས། སྦྱོར་ལམ་བཞིའི་ངོ་བོ་ཡིན། ད་ཚིག་བསྒྱུར་སོང་བ་རེད། ཁ་ཅིག་གིས། བྱང་སེམས་སྦྱོར་ལམ་བཞི་པོ་དེ་འདིར་བདེན་རྟོག་པ་དང་རྟོག་པའི་ངོ་བོ་ཡིན་ཟེར་གི་རེད། ཁ་ཅིག་གིས་འདིར་བདེན་རྟོག་པ་བཞི་པོ་དེ། བྱང་སེམས་སྦྱོར་ལམ་གྱི་ངོ་བོ་ཡིན་ཟེར་གི་རེད། ད་ཚིག་གིས། ཚིག། སྒྲིག་སྟངས་ལྟར་དུ་གོང་འོག་མ་གཏོགས་རྩ་བའི་བབ་གཅིག་པ་རེད། ཨ་ནི་བཞི་དང་དེའི་གཉེན་པོ་ཀྱི་གཟུང་བར་རྟོག་པ་རྣམ་པ་གཉིས་ཞེས་སོགས་སྐབས་ཀྱི་ཞེས་ཞེས་སོགས་སྐབས་འདིར་བསྟན་གྱི་རྟོག་པ་བཞི་པོ་དེ་བྱང་སེམས་སྦྱོར་ལམ་བཞི་ཡི་ངོ་བོ་ཡིན་ཟེར་ནས་ཁ་ཅིག་ལབ་ཀྱི་འདུག་ཟེར་བ་དེ་ཡང་འགྲིག་ཡོད་མ་རེད་ཟེར་བ་རེད། ག་རེད་ཟེར་ན་དེ་ཆོས་ཅན་ཡིན་ཟེར་ན་སྐབས་འདིར་བསྟན་གྱི་རྟོག་པ་དེ་ཆོས་ཅན་ཡིན། འབྲས་བུ་རྣམ་མཁྱེན་ཐོབ་པའི་གེགས་ཀྱི་གཙོ་བོ་མ་ཡིན་པ་ཐག་ཟེར་བ་རེད། ད་འདིར་རིག། དེ་ནས་ཁྱོད་བྱང་སེམས་སྦྱོར་ལམ་གྱི་ངོ་བོ་ཡིན་པའི་ཕྱིར། འདི་ལ་མཐའ་འགྱུར་གཉིས་ཡོང་དུ་བ། ཨ་ནི་སྐབས་འདིར་བདེན་གྱི་རྟོག་པ་བཞི་པོ་དེ་ཆོས་ཅན། རྣམ་མཁྱེན། རྣམ་མཁྱེན་ཐོབ་པའི་གེགས་ཀྱི་གཙོ་བོ་མ་ཡིན་པ་ཐ། སྐབས་འདིར་བདེན་གྱི་རྟོག་པ་བཞི་པོ་དེ། བྱང་སེམས་སྦྱོར་ལམ་གྱི་ངོ་བོ་ཡིན་པར་ཁས་བླངས་པའི་ཕྱིར། མཐའ་འགྱུར་གཅིག་བྱས། འདི་ལ་ལན་སྤྲད་ཐུག་གི་མ་རེད། ཨ་ནི། ཆོས་ཅན་རང་ཅག་རེད་ཡང། སྐབས་འདིར་བདེན་གྱི་རྟོག་པ་བཞི་པོ་དེ་ཆོས་ཅན། བླ་མ་ཤུགས་ཀྱིས་གསོ་བྱེད་དང་ཉན་རང་གི་རྒྱུད་ལ་ནི་ཆོས་ཅན་ཁྱོད་མེད་པར་ཐལ། ཆོས་ཅན་ཁྱོད་ཡིན་ན་བྱང་སེམས་སྦྱོར་ལམ་གྱི་ངོ་བོ་ཡིན་པས་ཁྱབ་པའི་ཕྱིར་ཟེར་བ་འདི་རེད་གར་ཟེར་ན། སྐབས་འདིར་བདེན་གྱི་རྟོག་པ་ཞེས་པོ་དེ་བྱང་སེམས་སྦྱོར་ལམ་གྱི་ངོ་བོ་གཅིག་ཡིན་ན། བླ་མ་ཤུགས་ཀྱིས་གསོ་བྱེད་ལ་སྐབས་འདིར་བདེན་གྱི་རྟོག་པ་ཞེས་པོ་དེ་ཡང་མེད་པ་ཆགས་འགྲོ་གི་རེད། ཉན་རང་ཉན་རང་གི་གང་ཟག་གི་རྒྱུད་ལ་ཡང།

བྱས་ཙང་ཁོས་ཟེར་དུས། དེ་ནི། སྐབས་འདིར་བདེན་གྱི་རྟོག་པ་དེ། བྱང་སེམས་སྦྱོར་ལམ་གྱི་ངོ་བོ་ཡིན་ཟེར་གི་རེད་དེ། ཡིན་རེད་མ་རེད་ཟེར་བ་རེད། སྐབས་འདིར་བདེན་གྱི་རྟོག་པ་དེ་ལ་མ་ཞུགས་ཀྱི་སོ་སྐྱེ་ལ་ཡོད་རེད་ལ་ཉན་རང་གི་རྒྱུད་ལ་ཡོད་རེད་དེ། ཡིན་ན་ཡང། བྱང་སེམས་སྦྱོར་ལམ་དེ། ལ་མ་ཞུགས་ཀྱི་སོ་སྐྱེ་དང་ཉན་རང་གི་རྒྱུད་ལ་ཡོད་མ་རེད་ཟེར་བ་རེད། བྱས་ཙང། འདིར་བདེན་གྱི་རྟོག་པ་དེ་བྱང་སེམས་སྦྱོར་ལམ་རེད་མི་འདུག་ཟེར་བ་རེད། ཨ་ནི། འདིར་བདེན་གྱི་རྟོག་པ་བཞི་པོ་ཆོས་ཅན་ལ་མ་ཞུགས་པའི་སོ་སྐྱེ་དང་ཉན་རང་གི་རྒྱུད་ལ་ཁྱོད་མེད་པར་ཐལ། ཆོས་ཅན་ཁྱོད་བྱང་སེམས་སྦྱོར་ལམ་གྱི་ངོ་བོ་ཡིན་པའི་ཕྱིར་ཏེ་ཁོ་ཚོ་ལ་བྱང་སེམས་སྦྱོར་ལམ་མེད་པའི་ཕྱིར་ཟེར་བ་རེད། དེས་ན། ད། འདིར་བདེན་རྟོག་པ་བཞི་པོ་དེ་སྦྱོར་ལམ་གྱི་ངོ་བོ་ཡིན་ན། ལ་མ་ཞུགས་ལ་སོགས་ལ་མེད་པར་ཐལ་བའི་སྐྱོན་ཡོད་པ་རྒྱུ་མཚན་དེས་ན། ཨ་ནི་རང་ལུགས་ལ་འདི་འདྲ་རེད་ཟེར་བ་རེད། སྦྱོར་ལམ། སྐབས་འདིར་བདེན་གྱི་རྟོག་པ་བཞིས་བྱང་སེམས་སྦྱོར་ལམ་བཞི་གིས་སྤང་བྱར་ལྡན་པ་ཡིན་ཟེར་བ་རེད། དེ་རེད། སྐབས་འདིར་བདེན་གྱི་རྟོག་པ་དཔེར་ན་གཟུང་རྟོག། ཀུན་ཉོན་གཟུང་རྟོག་རྣམ་བྱང་གཟུང་རྟོག། མཛེས་འཛིན་རྟོག་པ་རྟག་འཛིན་རྟོག་པ་དེ་འདྲ་ཡིན་དུས། དེ་ནས། སྐབས་འདིར་བདེན་གྱི་རྟོག་པ་བཞི་པོ་དེས་རིམ་པ་བཞིན་དུ་བྱང་སེམས་སྦྱོར་ལམ་བཞི་བཞི་ལ་སྤང་བྱར་ལྡན་པ་རེད་ཟེར་བ་རེད་བྱས་ཙང་དེ་ཡིན་དུས་ངོ་བོ་ཞིག་དག་མ་རེད་ཟེར་བ་རེད། དེས་ན་ནི་མངོན་གྱུར་བ་བཞི་པོ་ཟེར་དུས། ཀུན་ཉོན་གཟུང་རྟོག་མངོན་གྱུར་བ། མངོན་གྱུར་བ་ཟེར་དུས་ད་དངོས་སུ་ཞེན་པ་དེ་རེད་དངོས་སུ་ཞེན་པ། དེ་ནི་ས་བོན་ཟེར་ན་ད་དེའི་གི་བག་ཆགས་འཕྲོས་འདྲ་བོ་དེ་རེད། རེ་བ་དེ་རེད་བྱས་ཙང་དེ་ཡིན་དུས་དེ་ནས། མངོན་འགྱུར་བ་ཟེར་དུས་ད། ཀུན་ཉོན་གཟུང་རྟོག་མངོན་འགྱུར་བ། རྣམ་བྱང་གཟུང་རྟོག་མངོན་འགྱུར་བ། འཛིན་འཛིན་རྟོག་པ་མངོན་འགྱུར་བ། བཏང་འཛིན་རྟོག་པ་མངོན་འགྱུར་བ་ཞེས་པོ། བྱང་མཚམས་སྦྱོར་ལམ་རང་ཉིད་ཀྱིས། དེ་སྤོང་ནུས་ཀྱི་ཡོད་རེད་ཟེར་བ་རེད་བྱས་ཙང་སྤང་བྱ་ཡིན་པའི་སྒྲུབ་བྱེད་རེད། བྱས་ཙང་དེ་ཡིན་དུས། ད་ལྟ་དེ་འདིར་བདེན་རྟོག་པ་ཞེས་པོ་བྱང་སེམས་སྦྱོར་ལམ་གྱི་སྤང་བྱ་བདེན་པ་ཡིན་ཏེ་ཟེར་ཏེ། རྟོག་པ་ཞེ་པོ་དེ་མངོན་གྱུར་བ་ལ་སྦྱར་བ་རེད། ཨ་ནི་སྐབས་འདིར་བསྟན་བཞི་དང་དེའི་གཉེན་པོ་ཞེས་པའི་སྐབས་འདིར་བསྟན། རྟོག་པ་མངོན་གྱུར་བ་ཞེ་པོ་དེ་བྱང་སེམས་སྦྱོར་ལམ་ཞིག་གི་སྤང་བྱར་ལྡན་པ་ཡིན་ཏེ། ཨ་ནི། སྐབས་འདིར་བསྟན་གྱི་རྟོག་པ་མངོན་གྱུར་བ་ཞེ་པོ་བྱང་སེམས་སྦྱོར་ལམ་རང་ཉིད་ཀྱིས་དངོས་སུ་སྤང་ཐུབ་ཀྱི་ཡོད་རེད་ཟེར་བ་རེད། ད་ས་བོན་བཞི་ཡོད་པ། ཀུན་ཉོན་གཟུང་རྟོག་གི་ས་བོན། རྣམ་བྱང་གཟུང་རྟོག་གི་ས་བོན། རྫས་འཛིན་རྟོག་པའི་ས་བོན། རྟགས་འཛིན་རྟོག་པའི་ས་བོན་ཡོད་རེད།

དེ་ཡང་ཉི་ཁྲི་སྣང་བ་ཉི་ཁྲི་རྣམ་འགྲེལ་ཟེར་ན་བཙུན་མ་བཙུན་པ་རྣམ་གྲོལ་བདེ་གི་ཉི་ཁྲི་རྣམ་འགྲེལ་དང། ཨ་ནི་འཕགས་པ་རྣམ་གྲོལ་བདེ་གི་ཉི་ཁྲི་སྣང་བ་དང་ཡིན་དུས་དེ་ནི་ཉི་ཁྲི་རྣམ་འགྲེལ་དང་འཕགས་པ་རྣམ་གྲོལ་དེའི་དགོངས་པ་ཡིན་པ་བཞིན་དུ་སློབ་དཔོན་སེང་གེ་ཟངས་པའི་དགོངས་པ་བླངས་ནས། སྐབས་འདིར་བསྟན་གྱི་རྟོགས་པ་མངོན་གྱུར་པ་ཞེས་པོ་དེ་བྱང་སེམས་སྦྱོར་ལམ་གྱི་སྤང་བྱར་ལྡན་པའི་དོན་དུ་བཤད་པ་རེད་ཟེར་བ་རེད། འོ་འདི་བར་དུ་ད་ཀྲིག་གི་དགོངས་པ་འདྲ་བོ་རེད། ད་ཀུན་མཁྱེན་ཆེན་པོས་ཁོ་རང་གི་དགོངས་པ་འདི་འདྲ་ཅིག་ཡོང་གི་ཡོད་ས་རེད་ཁོ་བོས་རྟོགས་པ་ལག་ནས་ཡིན་སྲིད་པ་རེད་ད་ཀྲི་ཀའི་འདིའི་བར་དུ་ཀྲི་ཀའི་དངོས་བསྟན་གྱི་དགོངས་པ་ཕྱིན་པ་རེད་ཀུན་མཁྱེན་ཁོ་བོའི་དགོངས་རྟོགས་པ་ལག་ནས་ཡིན་སྲིད་པ་རེད་རྟོགས་པ་ལག་ནི། མདོའི་དངོས་བསྟན་ལ་ཟེར་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོའི་དངོས་བསྟན་ལ། དེ་ནས། རྟོག་པ། སྐབས་འདིར་བདེན་གྱི་རྟོག་པ་བཞི་པོ་དེ་ལ་རྒྱས་བཤད་དང་མདོར་བསྟན་གཉིས་ཡོད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོའི་དངོས་བསྟན་ལ། སྐབས་འདིར་བསྟན་པའི་རྟོག་པ་བཞི་པོ་དེ་ལ་མདོར་བསྟན་པའི་སྐབས་ཕྱི་དང་རྒྱས་པར་བཤད་པའི་སྐབས་གཉིས་ཡོད། བྱས་ཙང་རྟོག་པ་རྒྱས་བཤད་ཀྱི་གོ་རིམ་ལྟར་བྱས་པ་ཡིན་ན། དེ་ནས་ཡོངས་འཛིན་གྱིས་སྔར་དུ་དེ་ནི་རྣམ་རྟོག་ཞེས་བུ་དུ་གསུངས་བྱ་ཟེར་བ་རེད། རྟོག་པ་མདོར་བསྟན་གྱི་གོ་རིམ་གྱི་སྐབས་སུ་དེ་ནི་དང་པོ་དམིགས་པ་དང་རྣམ་པ་དང་རྒྱུ་དང་ཡོངས་འཛིན་ཞེས་བུ་བཤད། དེ་འདི་ཤེས་ནས་དེ་ནི་དམིགས་པ་དང་རྣམ་པ་དང་རྒྱུ་དང་ཡོངས་འཛིན་ཞེས་བུ་ལ་ཡིད་ཞེས་བྱེ་བྲག་དང་བཅས་པའི་སྒོ་ནས་ཨ་ནི་དམིགས་པ་རྣམ་པ་རྒྱུ་ཡོངས་འཛིན་བཞི་པོ་དེ་བྱང་སེམས་སྦྱོར་ལམ་གྱི་ཁྱད་ཆོས་སུ་གསུངས། རྣམ་རྟོག་གཤིན་པོ་གདན་བསྟེན་པ་ཞེས། རྣམ་རྟོག་དེ་ཚོ་ཁྱད་གཤིན་སྦྱོར་ལམ་དེའི་ཁོངས་སུ་གཏོགས་པར་གསུངས་པ་རེད་ཟེར་བ་རེད། ད་འདིའི་དོན་དག་ག་རེད་ཟེར་དུས་གོ་ན་དེ་ནི་ཁྱད་ཆོས། དཔེར་ན། ཁྱད་ཆོས་ལ། སྔར་གྱི། བཞི་པོ་དེས་གྲངས་ངེས་པས་ན། སྦྱོར་ལམ་གྱི་ཁྱད་ཆོས་ལ། སྔར་གྲངས་ཟིན་པའི་དམིགས་པ་རྣམ་པ་རྒྱུ་ཡོངས་འཛིན་བཞི་པོ་དེར་གྲངས་ངེས་པས། དེ་ནས། རྣམ་རྟོག་དེས་སྦྱོར་ལམ་གྱི་ཁྱད་ཆོས་མིན་ཞེས་པའི་དོན་དག་ལ། གཞི་དང་དེའི་གཉེན་པོ་ཡི། མ་རེ་ཁ་སོགས་ཏེ། དེ་ནས་བཟུང་ནས་དཔེར་ན་འདིར་དམིགས་པ་རྣམ་པ་རྒྱུ་ཡོངས་འཛིན་བཞི་པོ་ལ་ཡིད་བྱེད་སྒྲ་དང་བཅས་ནས་སྦྱངས་པ་གསུངས་པ་རེད་ཟེར་བ་རེད། འོ་ན་འདིའི་སྐབས་སུ་རྣམ་རྟོག་བཞི་པོ་དེ་ཅིའི་ཕྱིར་མི་ཅིའི་ཕྱིར་སྟོན་འོ་ན་འདིའི་སྐབས་སུ་རྣམ་རྟོག་བཞི་པོ་བདེན་བདེན་པ་ཞིག་རྣམ་རྟོག་བཞི་པོ་དེ་གར་ཕྱིར་བསྟན་པ་རེད་ལབ་པ་ཡིན་ན། ད་ནི་ཁྱད་ཆོས་བཞིའི་སྒོ་ནས་དམིགས་པ་རྣམ་པ་རྒྱུ་ཡོངས་འཛིན་ཏེ་སྦྱོར་ལམ་གྱི་ཁྱད་ཆོས་བཞིའི་སྒོ་ནས་ཐེག་ཆེན་སྦྱོར་ལམ་སྟེ་ཐེག་དམན་སྦྱོར་ལམ་ལས་ཁྱད་པར་འཕགས་པར་བསྟན་པ་ལ། ད་ནི་ཐེག་ཆེན་བསྟན་པ་ལ། བསྟན་པ་ལ། ཐེག་ཆེན་སྦྱོར་ལམ་སྟེ་ཐེག་ཆེན་གྱི་མཐོང་ལམ་དང་ཐེག་ཆེན་སྒོམ་ལམ་ལ་ཁྱད་མེད་པར་འགྱུར་རོ་སྙམ་དུ་བསམ་པ་ལྟ་བུའི་བསམ་བློ་ཡོད་རེད་ཟེར་བ་ལ་འདི་ག་རེ་ཟེར་བར་ཟེར་ན། ཟླ་འདི་གི་ལ་བས་དེ་འདི་ལ་འདུ་བ་ག་སུ་རེད། དེ་ནས། རྣམ་རྟོག་འདི་རྣམ་རྟོག་འདི་གར་ཕྱིན་རྣམ་རྟོག་ད། དཔེར་ན་ག་སུ་དམིགས་པ་རྣམ་པ་རྒྱུ་ཡོངས་འཛིན་དེ་བྱང་སེམས་སྦྱོར་ལམ་གྱི་ཁྱད་ཆོས་ཡིན་ལབ་གི་འདུག། རྣམ་རྟོག་དེ་འདིའི་ཁྱད་ཆོས་མ་ཡིན་ལབ་གི་འདུག་འོ་ན་རྣམ་རྟོག་གར་ཕྱིན་ཤེས་པ་རེད་ལབ་ཡོད་ན། འདི་ཤེས་དགོས་རྒྱུ་མཚན་ཆེན་པོ་ཡོད་རེད་ཁ་ཞིག་གི་བསམ་བློའི་ནང་ལ། ཨ་ནི། ཐེག་ཆེན་སྦྱོར་ལམ་དེ་རྒྱུད་བཞིའི་སྔོན་ནས་ཐེག་དམན་སྦྱོར་ལམ་ལས་ཁྱད་པར་འཕགས་ན། ཐེག་ཆེན་སྦྱོར་ལམ་དེ་ཐེག་ཆེན་མཐོང་ལམ་དང་ཐེག་ཆེན་སྒོམ་ལམ་དང་གཅིག་པ་གཅིག་ངས་ཆགས་འགྲོ་འདུག་བསམ་བསམ་མཁན་དེ་འདྲ་ཡོད་རེད་སྲིད་གོ་རེད། དཔེར་ན་འདི་རེད་བ། འདི་དོན་དག་དེ་འདི་རེད་ད། རྒྱུ། དེ་དམིགས་པ་རྣམ་པ་རྒྱུ་ཡོངས་འཛིན་བཞི་པོ་དེ་སྲིད་གོ་རེད། ཐེག་ཆེན་སྦྱོར་ལམ་གྱི་ཁྱད་ཆོས་ཡིན་རྣམ་རྟོག། དེའི་ཁྱད་ཆོས་མ་རེད་ཟེར་བ་རེད། དེའི་དོན་དག་ལ་ཨ་ནི། ཡིད་ཤེས་པའི་བྱེད་ཚིག་དང་བཅས་ནས་སྦྱར་ནས་གསུངས་པ་རེད་ཟེར་བ་རེད། འོ་ན་འདིའི་སྐབས་སུ་རྣམ་རྟོག་གར་ཅན་བཤད་པ་རེད་ཟེར་དུས་ཨ་ནི་ཁ་ཅིག་གིས་བསམ་བློར་འདི་འདྲ་ཡོད་པ་རེད་ཟེར་བ་རེད། ཐེག་ཆེན་སྦྱོར་ལམ་ལས་ཐེག་དམན་སྦྱོར་ལམ་ལས་ཁྱད་ཆོས་བཞིའི་སྒོ་ནས་ཁྱད་པར་ཁྱད་ཆོས་བཞིའི་སྒོ་ནས་ཁྱད་པར་འཕགས་མཁན་དེ་ཐེག་ཆེན་སྦྱོར་ལམ་ཡིན་ན། ཨ་ནི་ཐེག་ཆེན་མཐོང་ལམ་དང་ཐེག་ཆེན་སྒོམ་ལམ་ཡང། ཐེག་ཆེན་སྦྱོར་ལམ་ལ་ཁྱད་པར་མེད་པ་ཆགས་ས་རེད་ཁོང་ཚོ་ཡང་ཁྱད་ཆོས་བཞིའི་སྒོ་ནས་ཁྱད་པར་འཕགས་པ་རེད་ལབ་ན་ཟེར་བ་རེད། དེ་ལ་ཁྱེད་རྒྱུ་མཚན་ཆེན་པོ་ཡོད་རེད་ཟེར་བར་ཁྱེད་ཆེན་པོ་ཡོད། འདི་ལ་ཁྱེད་ཆེན་པོ་ཡོད་རེད་ཟེར་བར་དེ་ནས་ད་ར་ག་སོར་ཐེག་ཆེན་སྦྱོར་ལམ་དེ་ཐེག་མི་ཐེག་ཆེན་མཐོང་སྒོམ་གཉིས་པོ་ལས་མ་འདྲེས་པའི་ཁྱེད་ཡོད་རེད་ཟེར་བར་ག་རེ་ཟེར་ན། དེ་ནས་འདིར་བསྟན་རྟོགས་པ་བཞི་པོ་དེ། དེ་ནས་འདིར་བསྟན་རྟོགས་པ་བཞི་པོ་དེ། འདིར་བསྟན་རྟོགས་པ་བཞི་པོ་དེ་ཐེག་ཆེན་སྦྱོར་ལམ་གྱིས་དངོས་སུ་སྤོང་མི་ནུས། མི་ནུས་པའི་མི་ནུས་པའི་སྟེང་དུ་ད་ནི་ཐེག་ཆེན་སྦྱོར་ལམ་རང་ཉིད་ཀྱང་རྣམ་རྟོག་བཞི་གར་གྱི་རང་བཞིན་ཡིན་ཞེས་དོན་བསྟན་པ་ལ། ད་ནི་རྣམ་རྟོག་བཞི་པོ་བདེན་བསྟན་པ་ཞེས་གསུངས་པ་རེད་ཟེར་བ་རེད་ད་ཀུན་དང་གོང་དུ། ད་ལྟ་དེ་རོང་སྟོན་གྱི་ཁྲི་ཀ་དང་མ་འདྲ་བ་ཕྱིན་པ་རེད་ད་ཀུན་མཁྱེན་འདི་ནས་འདི་གསུངས་འདུག་བ། དེ་ནས་ཁ་སོ། དམིགས་པ་རྣམ་པ་རྒྱུ་ཡོངས་འཛིན་བཞི་པོ་ཤེས་ནས། ཡིད་ཤེས་པའི་བྱེད་ཚིག་དང་བཅས་པའི་སྒོ་ནས། གོང་དུ་བཤད་པའི་བཞི་པོ་དེ་ཐེག་ཆེན་སྦྱོར་ལམ་གྱི་ཁྱད་ཆོས་སུ་གསུངས། རྣམ་རྟོག་བཞི་པོ་བདེན་བདེན་པ་ཟེར་བ་དེ་རྣམ་རྟོག་བཞི་པོ་དེ། དེ་ནི་ཁྱད་ཤེས་སྦྱོར་ལམ་གྱི་ཁོངས་སུ་གཏོགས་པར་བཤད་པའི་དོན་དག་འདྲ་པོ་དེ་ག་རེད་ཟེར་ན། དེ་ནི་ཐེག་ཆེན་སྦྱོར་ལམ་གྱི་ཁྱད་ཆོས་ལ་དམིགས་པ་རྣམ་པ་རྒྱུ་ཡོངས་འཛིན་བཞི་མ་དག་ཡོད་མ་རེད་ཟེར་བའི། དེ་ནས་ཡོད་མ་རེད། རྟོག་པ་དེ་སྦྱོར་ལམ་གྱི་ཁྱད་ཆོས་མ་རེད་ཧ་གོ་བའི་དོན་དུ་ཨ་ནི་གོང་དུ་བཤད་པའི་ཚིག་དོན་དུ་བྱུང་བ་རེད་ཟེར་བ་རེད། འོ་ན། དེ་ནས་ཐེག་ཆེན་སྦྱོར་ལམ་དེ་ཐེག་ཆེན་མཐོང་ལམ་དང་ཐེག་ཆེན་སྒོམ་ལམ་དང་ཁྱད་པར་མེད་པར་ཆགས་འགྲོ་ས་རེད། དེ་ནས་ཐེག་ཆེན་སྒོམ་ལམ་ཡང་ཐེག་དམན་ལས། ཁྱད་ཆོས་བཞིའི་སྒོ་ནས་ཁྱད་པར་འཕགས།

འདིར་བསྟན་རྟོག་པ་ཤེད་པོ་དེ་སྦྱོར་ལམ་གྱིས་དངོས་སུ་སྤོང་མི་ནུས་པ། རང་ཉིད་སྦྱོར་ལམ་རང་ཉིད་རྣམ་རྟོག་ཤེད་ཀྱི་རང་བཞིན་ཡིན་པ་འདི་ནི་སེའུ། རྒྱ་གར་བའི་འགྲེལ་པ་རྩོམ་མཁན་དེ་ཚོ་དང་མཐུན་གྱི་མི་འདུག་གསུངས་པ་རེད། མཐུན་གྱི་མ་རེད་གསུངས་པར་མ་མཐུན་ན་ཁྱད་པར་མེད་མགོན་པོ་བྱམས་པའི་དགོངས་པ་རེད་སེའུ། སྨ་ར་ཅན་ཟེར་ན་རྒྱ་གར་བ་མཁས་པ་མང་ཆེ་ལ་བལྟ། ཁ་སྤུ་དེ་ཤུགས་ཆེན་པོ་ཡོད་རེད་བ་རྒྱ་གར་བ་ན་ཁ་སྤུ་སུ་རེད་ཟེར་ད་རྒྱ་གར་མང་ཆེ་ལ་ཁ་སྤུ་དེ་བཞི་པོ་སྐྱེ་གི་ཡོད་དེའི་རྒྱུ་མཚན་རེད་རྒྱ་གར་སྨ་ར་ཅན་ཚ་རྒྱ་གར་བའི་མཁས་པ་ཁ་སྤུ་སུ་རེད་ཡོད་མཁན་དེ་ཚོ་དང་མ་མཐུན་ན་ཡང་ཁྱད་པར་མཁན་མི་འདུག་འདི་ནས་བཤད་དེ་མགོན་པོ་བྱམས་པའི་དགོངས་པ་རེད་ཟེར་བ་རེད་བོད་ཀྱི་གདོང་དམར་གདོང་དམར་བ་སུ་དང་མི་མཐུན་ཡང་ཟེར་ན་བོད་ཀྱི། གདོང་དམར་སི་ཏེ་བོད་མི་རེད་མི་མིང་རེད་བོད་མི་མིང་རེད་བ། གདོང་དམར་སི་གདོང་དམར་བ། ཨ་ནི་བོད་པ་སུ་དང་མ་མཐུན་ན་ཡང་བོད་པའི་མཁས་པ་སུ་དང་མ་མཐུན་ན་ཡང་ཁྱད་པར་མི་འདུག་གང་ལྟར་འདི་ནས་བཤད་དེ། དགའ་ལྡན་གྱི་ཁྲི་སྟོད་ན་བཞུགས་པའི་ལྷ་རྒན་པོ་རྗེ་བཙུན་བྱམས་པ་མགོན་པོ་དང་མཐུན་པ་ཡིན་དུས་དེའི་ཕྱོགས་དག་རང་གིས་འགྲིག་གི་རེད་ཨ་ནི་བོད་པའི་མཁས་པ་དང་རྒྱ་གར་མཁས་པ་ལ་མཐུན་དགོས་གལ་མེད་གསུངས་པ་རེད། ད་འདི་ཀུན་གྱིས་ཁོ་རང་གི་དགོངས་པ་འདྲ་བོ་རེད་ཨ་ནི་སྦས་དོན་ཟབ་མོ་གཏེར་གྱི་ཁ་མཆུ་ལ་འདི་ཚོའི་སྐོར་ཞིབ་དཔྱད་བཤད་ཀྱི་འདུག་བ་དེ་རེད། གསུམ་པ། ད་བྱས་ཙང་ད་ཡིན་དུས་གོང་དུ་རྣམ་རྟོག་བཤད་དུས་གསར་བཅད་གསུམ་ཡོང་གི་འདུག་བ། སྤྱིར་རྟོག་པའི་རྣམ་བཞག་བཤད། དེ་ནས། དེ་ལས་དེ་ནས་ག་སོ་རེད། བདེ་ཆེན་རྟོག་པ་ངོས་བཟུང། བྱེད། དེ་ནས། དེའི་རྗེས་ལ་དེ་ནས། དེའི་རྗེས་ལ་དེ་ས་བཅད་གཅིག་ཡོངས་ཀྱི་བསྡུ་བ་དང་འདྲ་དེའི་རྗེས་ལ། དེ་ནས། ངོས་འཛིན་པའི་རྟོག་པ་གཏན་ལ་ཕབ་པ། གསུམ་ཕྱིན་པར་བ། གསུམ་གསུམ་ཕྱིན་པར་ཡང། དེ་ལ་དེ་ནས། ངོ་བོ་དབྱེ་བ། སོ་སོའི། དོན། དྲང་ངེས་བདེན་རྫུན་བྱེད། དེ་ནི་དང་པོ་ལ་ས་བཅད། དེ་ནས་གསུམ་ཡོངས་ཀྱི། སྒྲུབ་རྟོག་དགག་རྟོག། གང་ཡིན་དཔྱད་པ། ངོ་བོ་དང་སྤང་བྱར་གང་ལྡན་དཔྱད་པ། རང་བཞིན་གཏན་ལ་ཕབ་པ་ཟེར་ཟབ་ཆོས་གསུམ་ཡོད་པའི་ནང་ད་གསུམ་པ་རང་བཞིན་གཏན་ལ་ཕབ་པ་རེད་ཨང། དེ་ནས་གང་ལ་རྟོགས་པའི་ཡུལ་ཟེར་ན། ད་ནི་རྣམ་རྟོག་བཞི་པོ། ཞེན་ས། གང་ལ་རྟོགས་པའི་ཡུལ་ཟེར་ན། རྣམ་རྟོག་བཞི་གི་ཞེན་ས་རེད། གང་གིས་རྟོགས་པའི་ངོ་བོ་ཟེར་ན་ཞེན་མཁན་རྣམ་རྟོག་ཟེར། ཇི་ལྟར་རྟོགས་པའི་ཚུལ་ལོ་ཟེར་ན། གཞན་པ། གཞན་དང་འདྲ་བ་དེ་ཤེས་དགོས། མདོར་ན་གང་ལ་རྟོག་པའི་ཡུལ་ཟེར་ན་གཞན་ས། གང་གིས་རྟོག་པའི་ངོ་བོ་ཟེར་ན་གཞན་མཁན། ཇི་ལྟར་རྟོག་པའི་ཚུལ་ཟེར་ན་གཞན་དང། ཨ་ནི་དེ་ལྟར་རྟོག་པའི་མཚན་ཉིད་ཟེར་ན་གཞན་དང། དེ་ནས། ཡུལ་ལ་དམིགས། གཞན་མཁན་རྣམ་རྟོག་གིས་དེ་ལྟར། གཞན་པའི་རྟོག་པ་དེ་ཡི་མཚན་ཉིད། བཞི་པོ་དེ་ཤེས། ནི་ཞེར་འབྱུང། ཐ་སྙད་ཤེས་པ་དང་ལྔ་ཡོད་པའི་ནང་ནས་དང་པོ། གང་ལ་རྟོག་པའི་ཡུལ་ནི་ཡིན་ཟེར་བ་རེད། ལྟ་འདི། གཞན་ས་དེ་རེད་རྟོག་པ་སྐྱེ་ས་དེ་རེད་གཞན་ས། གཞན་ས་དེ་གཟུང་འཛིན་གཉིས་ཡིན་ཟེར་བ་རེད། ག་རེ་ཟེར་ན་གཟུང་རྟོག་འཛིན་རྟོག་ཟེར་དུས་གཟུང་རྟོག་གི་རྣམ་རྟོག་སྐྱེ་ས། འཛིན་རྟོག་གི་རྣམ་རྟོག་སྐྱེ་ས། གཟུང་རྟོག་གི་རྣམ་རྟོག་སྐྱེ་ས་དེ་གཟུང་བ་རེད། འཛིན་རྟོག་གི་རྣམ་རྟོག་སྐྱེ་ས་དེ་འཛིན་པ་རེད། བྱས་ཙང་རྣམ་རྟོག་སྐྱེ་ས་ཡུལ་གཟུང་འཛིན་གཉིས་ཡིན་ཟེར་བ་རེད། འདི་གཉིས་ཀྱི་ཁྱད་པར་རེད་ཟེར་ན། རྣམ་རྟོག་སྐྱེ་ས་ཡུལ་གཟུང་འཛིན་འདི་གཉིས་ཀྱི་ཁྱད་པར་ལ། ཨ་ནི་ལོ་ཆེན་རྔོག་ལོ་ཙཱ་བས་འདི་འདྲ་གསུང་གི་འདུག་ཟེར་བ་རེད། ཨ་ནི། སྐྱེ་མཆེད་ཀྱི་དབང་དུ་བྱས་པའི་གཟུང་འཛིན། བདག་དང་བདག་གི་བའི་དབང་དུ་བྱས་པའི་གཟུང་འཛིན། དེ་ནས། དེ་ནས་ཁ་སོ་རེ་ཏི། ཡུལ་ཡུལ་ཅན་དབང་དུ་བྱས་པའི་གཟུང་འཛིན་དེ་འདྲས་ཡོད་རེད་ཟེར་བ་རེད་ཁོང་གིས་གསུངས་ན་རྔོག་ལོས་གསུངས་ན། སྐྱེ་མཆེད་བཅུ་གཉིས་ཀྱི་དབང་དུ་བྱས་པ་ཡིན་ན་ཟེར་བ་རེད་སྐྱེ་མཆེད་ཀྱི་དབང་དུ་བྱས་ན་ཟེར་ན་སྐྱེ་མཆེད་བཅུ་གཉིས། སྐྱེ་མཆེད་བཅུ་གཉིས་དེ་ལ་གཟུང་བ་དང་འཛིན་པ་ཟེར། ད་ཁོང་གིས་གསུངས་ན། སྐྱེ་མཆེད་བཅུ་གཉིས་པོ་དེ། སྐབས་འདིར་བསྟན་གྱི་གཟུགས་འཛིན་གཉིས་པོ་རེད་གསུངས་པ་རེད། དེས་ན་ནི། སྐྱེ་མཆེད་བཅུ་གཉིས་ནང་ནས་གཟུགས་སོགས་ཕྱིའི་སྐྱེ་མཆེད་ལྔ། གཟུགས་སྒྲ་དྲི་རོ་རེག་བྱ། ད་འདི། གཟུང་རྟོག་འཛིན་རྟོག་ཤེས་པས་བཀག་པའི་ཡུལ་བཟུང་བ་རེད་ཟེར་བ་རེད། མིག་སོགས་ནང་གི་སྐད་ཅིག་ལྔ་སམ་མིག་གི་དབང་པོ་རྣ་བའི་དབང་པོ་སྣའི་དབང་པོ་ལྕེའི་དབང་པོ། ད་ནི་ལུས་ཀྱི་དབང་པོ། ད་འདི་ལྔ་པོ་དེ། དེ་ནི་གཟུང་རྟོག་འཛིན་རྟོག་ཤེས་པའི་སྐབས་ཀྱི་འཛིན་པའི་ཡུལ་འཛིན་པ་རེད་གསུངས་པ་རེད་ཟེར་བ་རེད། དེ་དེ་ཀུན་མཁྱེན་བ་ལ་འགྲིག་མི་འདུག་གསུངས་པ་རེད་ཁོང་གིས་གསུངས་ན། རྔོག་ལོས་བཟུང་ན་དེ་བཟུང་གི་དུ་བ་ཁ་གསོ་རེད། བཟུང་ཟློག་འཛིན་ཟློག་བྱེད་པའི་སྐབས་ཀྱི་བཟུང་འཛིན་ཡུལ་བཟུང་འཛིན་དེ། སྐད་ཅིག་བཅུ་གཉིས་ཀྱི་ནང་གསེས། སྐད་ཅིག་བཅུ་གཉིས་ལས་སྦྱར་བཞག་པ་ཡིན་ན་དང་པོ་དྲུག་སྟེ། བཟུང་བ་ཕྱི་མ་དྲུག་པོ་དེ་འཛིན་པ་རེད་གསུངས་པ་རེད། ཡང་ན་ཡུལ་ཡུལ་ཅན་གྱི་དབང་དུ་བྱས་པ་ཡིན་ན། དེ་ནི། བེམ་པོ་གང་ཡིན་པ་དེ་གཟུང་བ་རེད་ཟེར་ན་དཔེར་ན་ཀ་བ་དང་ཅོག་ཙེ་ལ་ཟུག་པའི་བེམ་པོ་གང་ཡིན་པ་དེ་གཟུང་བ། མིག་གི་རྣམ་ཤེས་དང་རྣ་བའི་རྣམ་ཤེས་ལ་སོགས་ཤེས་པ་གང་ཡིན་པ་དེ་འཛིན་པ་ཡིན་པར་འདོད་སྲིད་པ་རེད། བྱས་དེ་རེད། ཡང་ན་དེ་འདྲའི་བཞག་ན་ཡང་འགྲིག་གི་རེད་ཟེར། ཡང་ན། བདག་དང་བདག་གི་བའི་དབང་དུ་བྱས་ནས་བཤད་པ་ཡིན་ན། བདག་གི་བའི་ཡུལ་ཟེར་བདག་གི་བའི་ཡུལ་ཟེར་ན། བདག་ཏུ་དེ་རིགས་བདག་གིས་པ་བཟློག་པའི་རྒྱུ་དེ་ལ་ཟེར། ང་ཚོ་དཔེར་ན། ཕུང་པོ་དེ་བདག་ཏུ་བཟློག་པའི་རྒྱུ་རུ་བ། ད་ང་ཤི། དཔེར་ན་དེ་རིགས་བ་ག་སོ་རེད། དེ་ནས་ལག་ལག་པ་རྐང་པ་ལག་པ་རྐང་པ་རེད་ཡ་ན་རང་གི་ལྕེ་ལག་ཅོག་ཙེ་ཧ་ཡང་ལ་སོགས་པ་དེ་ཚོ་བདག་གིས་པ་བཟློག་པའི་རྒྱུ་རེད། ཨ་ནི་བདག་གིས་པའི་ཡུལ་ལ་ཟེར་ན་ད། འདི་ངའི་ཡིན་བསམ་པའི་བསམ་དུས་པ་ལ་གཞན་ཡུལ་གྱི་ཡོང་སྒོར་བ་འདི་བཟུང་བ་རེད་ཟེར་བ་རེད་དེ་ནས་བདག་ཁོ་རང་འཛིན་པ་འདོད་བདག་ཁོ་རང་འཛིན་པ་རེད་ཞེས་གསུངས་པ་རེད་བྱས་ཙང་འདི་འདྲས་ཁྱད་དགོས་རེད་ཟེར་བ་རེད་ཡང་ན་ཁོང་གིས་གསུངས་དུ་བ་བཟུང་དོགས་འཛིན་དོགས་གཉིས་ཀྱི་ཡུལ་བཟུང་འཛིན་གཉིས་པོ་དེ་ཡང་ན། སྐད་ཅིག་བཅུ་གཉིས་ཀྱི་དབང་དུ་བྱས་ནས།

འོན་ཀྱང་དེ་འདྲས་གསུང་གི་འདུག་སྟེ་འགྲིག་མི་འདུག་གསུངས་པ་རེད། འདིར་བསྟན། སྐབས་འདིར་བསྟན་གྱི། སྐབས་འདིར་བསྟན་གྱི། གཟུང་རྟོག་འཛིན་རྟོག་གི། དེ་ནས། གཞན་བཞི། ཡུལ་གཟུང་འཛིན་གཉིས་པོ་དེ། དང་པོ། སྐྱེ་མཆེད་བཅུ་གཉིས་ཀྱི་དབང་དུ་བྱས་ནས། གཟུང་བ་དང་འཛིན་པ་གི་སྐད་ཅིག་ཤེས་པ་དེ་འདྲ་མ་རེད་ཟེར་བ་རེད། ག་རེ་ཟེར་ན། རྣམ་པར་ཤེས་པ་ཡང་གཟུང་བར་བྱེད་པའི་ཕྱིར། མིག་གི་རྣམ་ཤེས་རྣ་བའི་རྣམ་ཤེས་ལ་སོགས་པའི་ཡང་ན་ཡིད་ཀྱི་རྣམ་ཤེས་ལམ་རེ་རེ་ཡིད་ཀྱི་རྣམ་པར་ཤེས་པ་དེ་ཡང། གཟུང་རྟོག་འཛིན་རྟོག་གཉིས་ཀྱི་ཡུལ་གཟུང་འཛིན་གཉིས་ཀྱི་ནང་ནས་གཟུང་བ་ལ་ཤེས་པ་གང་ཞིག་དེ་འདྲ་སྟེ། སྐད་ཅིག་བཅུ་གཉིས་ཀྱི་སྐད་ཅིག་ཕྱིའི་སྐད་ཅིག་སྔགས་ཀྱི་ནང་གསེས་གཟུགས་དབུ་མ་རེད་སྒྲ་མ་རེད་དྲི་མ་རེད་རོ་མ་རེད་རེག་བྱ་མ་རེད་ཟེར་བར་བྱས་ཙང་དེ་ཡིན་དུས་ག་ལ་ཨཱ་ནི། དང་པོ་སྐྱེ་མཆེད་བཅུ་གཉིས་དབང་དུ་བྱས་ནས། གཟུང་འཛིན་བཞག་རྒྱུ་དེ་འགྲིག་མི་འདུག་གསུངས་པ་རེད། ཡང་སྐབས་འདིར་བསྟན་གྱི་གཟུང་འཛིན་གཉིས་པོ་དེ། གཉིས་པ་ཡུལ་ཡུལ་ཅན་གྱི་དབང་དུ་བྱས་ནས་བཞག་པ་དེ་འདྲ་ཡང་མ་རེད་ཟེར་བ་རེད་ག་རེ་ཟེར་ན། མ་རིག་པ་དེ། སྐབས་འདིར་བསྟན་གྱི་གཟུང་བ་ལ་བཞག་འདུག་ཟེར་བ། ཁྱེད་རང་གི་གཟུང་བ་ཡིན་ན་བེམ་པོ་ཡིན་པས་ཁྱབ་པ་ཁས་བླངས་དུས་དེ་ཡང་འགྲིག་ས་མ་རེད་ཟེར་བ་རེད། དེ་ནས་སྐབས་འདིར་བདེན་གྱི་གཟུང་འཛིན་གཉིས་པོ་དེ་གསུམ་པ། བདག་དང་བདག་གིར་དབང་དུ་བྱས་ནས་བཞག་པ་དེ་འདྲ་ཡང་མ་རེད་ཟེར་བ་རེད། ག་རེ་ཟེར་ན། མཐོང་ལམ། སྒོམ་ལམ། མི་སློབ་ལམ་ཚང་མ། གཟུང་འཛིན་གཉིས་ཀྱིས་འཛིན་པ་ལ་བཞག་འདུག། དེ་ཡིན་འཛིན་པ་ལ་བཞག་འདུག་དེ་ནི་མཐོང་ལམ་སྒོམ་ལམ་མི་སློབ་ལམ་གསུམ་པོ་དེ་བདག་ནམ་ཡང་མ་རེད། བྱས་ཙང་དེ་ཡིན་དུས་བདག་དང་བདག་གིར་དབང་དུ་བྱས་བཞག་པ་དེ་རེད་མི་འདུག་ཟེར་བ་རེད། ད་རང་ལུགས་འདི་འདྲ་རེད། འོ་ན་ག་འདྲའི་རང་ལུགས་འདི་རེད། སྐབས་འདིར་བདེན་གྱི། རྟོགས་པ། སྐབས་འདིར་བདེན་གྱི་རྟོགས་པ་བཞི་པོ་འདི་ཡུལ། གཟུང་འཛིན་ཟེར་མཁན་དེས། ཡུལ་རང་ངོས་ནས་འཇོག་པ་མིན་ལ་སྟེ། དང་པོ་ནས་ཡུལ་ཡིན་པའི་སྒོ་ནས། ཡུལ་གཟུང་འཛིན་དུ་བཞག་པ་ཇི་ལྟར་མ་རེད། ཡུལ་ཡུལ་ཅན་བློས་འཛིན་ཚུལ་གྱི་སྒོ་ནས་ཡུལ་དུ་གྱུར་སོང་བ་རེད། དེ་འདྲ་ཡིན་ཏེ། དཔེར་ན་ཆོས་དཀའ་བ་ལྟ་བུ་གཅིག་ཀྱང། ཆོས་དཀའ་བ་ལྟ་བུ་གཅིག་ཉིད་ཀྱང། ཡུལ་ཅན་གྱི་བློས། ལོངས་སྤྱོད་ཆར་བཟུང་བ། བེད་སྤྱོད་གཏོང་བས་ཡིན་སྙམ་དུ་བསམ་ན། བཟུང་བ་ཆགས་པ་རེད། ཆོས་དཀའ་བ་ལྟ་བུ་གཅིག་ཉིད་ལོངས་སྤྱོད་ཆེ་སའི་བེད་སྤྱོད་གཏོང་མཁན་དུ། ལོངས་སྤྱོད་ཆེ་དུ་བཟུང་བ་སོགས་བེད་སྤྱོད་གཏོང་མཁན་ཡིན་སྙམ་དུ་བེད་སྤྱོད་གཏོང་མཁན་རེད་འདུག་བསམ་ན། འཛིན་པར་གྱུར་སོང་བ་རེད། འདི། དེ་བས་མ་གཏོགས་དང་པོ་ནས་ཁོ་རང་གི་རང་རྟོགས་ཡུལ་ཡིན་པའི་རྒྱུ་མཚན་གྱིས་རང་རྟོགས་ཡུལ་ཡིན་པའི་རྒྱུ་མཚན་གྱིས་ཡུལ་དུ་གྱུར་སོང་བ་མ་རེད། བློ་གི་འཛིན་ཚུལ་གྱི་སྒོ་ནས་ཡུལ་དུ་གྱུར་སོང་གཟུང་འཛིན་གྱུར་སོང་རེད་ཟེར་བ་རེད། དཔེར་ན། ཆོས་དཀའ་བ་ལྟ་བུ་གཅིག། རྣམ་རྟོག་གི་བློས་འདི་བེད་སྤྱོད་གཏོང་ཡས་རེད་འདུག་བསམ་ན། དཀའ་བ་དེ་གཟུང་བ་ཆགས་པ་རེད། དཀའ་བ་དག་རང་རྣམ་རྟོག་གི་བློས་འདི་བེད་སྤྱོད་གཏོང་མཁན་རེད་འདུག་བསམ་ན། ད་དེ་འཛིན་པ་ཆགས་སོང་བ་རེད་ཟེར་བ་རེད། གྱུར་བ་ཡིན་ཏེ། གར་སའི་རྒྱུ་མཚན་དེ་རེད་མཐོང་ལམ་དང་གོ་ལམ་མི་སློབ་ལམ་གསུམ་པོ་དེ། གཟུང་རྟོག་ཤེས་པའི་སྐབས་སུ་གཟུང་བ་ལས་བཞག་ཡོད་རེད། དེ་ནས། འཛིན་རྟོག་ཤེས་པའི་སྐབས་སུ་འཛིན་པ་ལས་ཤེས་ཡོད་རེད་འདི་བཤད་འགྲོ་དུས་གང་ལ། དེ་ནས། མཐོང་ལམ་ལྟ་བུ་གཅིག་ཉིད་རྣམ་རྟོག་གིས་བེད་སྤྱོད་གཏོང་གི་གཏོང་ཡ་ཡིན་པ། བེད་སྤྱོད་གཏོང་མཁན་ཡིན་པ་འགྲོ་དུས་བཟུང་བ་དང་འཛིན་པ་ལ་གྱུར་འགྲོ་གི་ཡོད་རེད། མགོ་ལོམ་ལྟ་བུ་གཅིག་རྣམ་རྟོག་གི་བློ་ཡིས་བེད་སྤྱོད་གཏོང་ཡན་ཡིན་པ་བེད་སྤྱོད་གཏོང་མཁན་ཡིན་པར་བསམ་ན་ཨེ་ནི་བཟུང་བ་དང་འཛིན་པ་ལ་ཆགས་འགྲོ་གི་རེད། མི་སློབ་ལམ་ལྟ་བུ་གཅིག་དེ་ནི་རྣམ་རྟོག་གི་བློ་ཡིས་བེད་སྤྱོད་གཏོང་ཡན་ཡིན་པ་བེད་སྤྱོད་གཏོང་མཁན་ཡིན་པར་བསམ་ན་ཨེ་ནི་བཟུང་བ་དང་འཛིན་པ་ལ་ཆགས་འགྲོ་གི་རེད་ཟེར་བ་རེད། གནད་འདི་ཤེས་ན་ཟེར་དུས་ད་དེ་ནས་ག་སོ་རེད་གནད་འདི་ཤེས་ན་ཟེར་དུས། བཟུང་རྟོག་འཛིན་རྟོག་གཉིས་ཀྱི་ཡུལ་གཟུང་འཛིན་ཟེར་མཁན་དེས་ཡུལ་རང་ངོས་ནས་འཇོག་པ་མིན་པར་ཡུལ་ཅན་བློས་འཛིན་ཚུལ་གྱི་སྒོ་ནས་འཇོག་པའི་གནད་འདི་ཤེས་པ་ཡིན་ན་ཨ་ནེ་ཀྲི་ཀ་ཚིག་དོན་རབ་གསལ་ལས། འདིར་བསྟན་བཟུང་བ་ལ་ཀུན་ཉོན་གྱི་ཕྱོགས་ཟེར་ན་ཀུན་ཉོན་བཟུང་རྟོག་ཅིག་མ་རེད། འདིར་བསྟན་བཟུང་འདིར་བསྟན་ཡུལ་བཟུང་བ་ལ་མ་རིག་པ་ལ་སོགས་པའི་ཨ་ནེ། ཉོན་མོངས་པའི་ཕྱོགས་དང་དེ་ནི། མཐོང་ལམ་དང་སྒོམ་ལམ་ལ་སོགས་པའི་རྣམ་བྱང་གི་ཕྱོགས་གཉིས་ཡོད་གསུངས་པ་དང། འཛིན་པ་ལ་ཆོས་དང་གང་ཟག་གཉིས་ཆོས་ཟེར་ན་སེམས་དང་སེམས་བྱུང་དེ་ཚོ་ཡིན་ལ། གང་ཟག་ཟེར་ན་བྱམས་པས་ཟེར་ཏེ་མ་དག་པར་ཡེ་གསུངས་འདུག་ཨ་ནི། བྱིས་པས་དྲིས་པ་བའི་དེ་བྱ་ཆོག་བྱིས་ཟེར་གྱིས་བྱིས་པས་ཟེར་ན་སོ་སོའི་སྐྱེས་བུ་ཟེར་བ་རེད། ཨ་ནི། བྱམས་པ་ཟེར་བྱམས་དེ་སོ་བུ་རེད་བྱིས་པས་ཟེར་ན་སོ་སོའི་སྐྱེས་བུའི་ཕུང་པོ་ལ་རིལ་བུའི་བདག་ཏུ་འཛིན་པའོ། ཕུང་པོ་ཟིན་ངེས་ཏེ། གཅིག། རིལ་བུ་ཟ་ཕུང་པོ་ཆ་ཚང་རིལ་བུ་གཅིག་ཡིན་བསམ་པ་ལྟ་བུ་རེད། ཕུང་པོ་ལ་རིལ་བུས་བདག་ཏུ་བཟུང་བས། ཨེ་ནི། གང་ཟག་རྫས་ཡོད། འཕགས་པའི་གང་ཟག་རྣམས་ཀྱིས་ཕུང་པོ་རྟག་པ་ཙམ་དུ་བཟུང་བས། སྐྱེས་བུ་རྟག་ཡོད་ཞེས་གསུངས་པའི་དོན་ཡང་ཨེ་ནི་རྟོགས་ཐུབ་ཀྱི་རེད་ཟེར་བ་རེད། དེ་ལས་གཞན་དུ་ཤེས་བསྡད་པ་ཡིན་ན། དེ་ནི། གཟུང་རྟོག་འཛིན་རྟོག་གི་རྣམ་རྟོག་འདིའི་ཡུལ་གཟུང་འཛིན་གྱི་ཁྱད་པར། ལན་བརྒྱར་བཙལ་བ་ཡིན་ན་ཡང་ཀ་ལི་ཁ་རོ་རེད་མ་གཏོགས་དེ་ནི་དོན་གོ་ཐུབ་ཀྱི་མ་རེད་ཟེར་བ་རེད། ད་འདི་གི་ཡུལ་ཤེས་པ་རེད་འདོད་ན། གང་ལ་རྟོག་པའི་ཡུལ་ལབ་དགོས། ཡང་ན་རྟོག་པ་སྐྱེ་ས་སྟེ། དཔེར་ན་གཟུང་རྟོག་འཛིན་རྟོག་ཟེར་མཁན་དེ་རྣམ་རྟོག་རེད། རྣམ་རྟོག་སྐྱེ་ས་དེ་ཡུལ་གཟུང་བ་འཛིན་པ་རེད། ཡུལ་གཟུང་བ་དང་འཛིན་པ་རེད། ཡུལ་གཟུང་བ་འཛིན་པ་ཟེར་མཁན་དེ། དང་པོ་ནས་ཡུལ་མ་རེད་ཟེར་བར་དང་པོ་ནས་ཡུལ་མ་རེད་དེ། བློ་གི་བསམ་བློ་གཏོང་སྟངས་གཅིག་གིས་ཡུལ་ཆགས་སོང་བ་རེད་ཟེར་བར་ད་དེ་རེད། གང་ལ་རྟོག་པའི་ཡུལ་ཟེར་མཁན་དེ་གཟུང་བ་དང་འཛིན་པ་རེད། འདི་གཉིས་དང་པོ་ནས་ཡུལ་མ་རེད་ཟེར་བར། དཔེར་ན། ཀ་བ་དེ་དང་པོ་ནི་ཀ་བ་དེ་དང་པོ་ནི་ཡུལ་ཡིན་པར་བ་བུམ་པ་དེ་དང་པོ་ནི་ཡུལ་ཡིན་པ་རེད། དེ་འདྲས་མ་རེད་ཟེར་བར་འདིས་གཟུང་བ་འཛིན་པ་ཟེར་ངེས་ཏེ་ཡུལ་རེད་རེད་དེ་དང་པོ་ནི་ཡུལ་མ་རེད། བསམ་བློ་གཏོང་སྟངས་གཅིག་གིས་ནི་ཡུལ་ཆགས་སོང་བ་རེད་ཟེར་བ་རེད། དཔེར་ན། བུམ་པ་ལྟ་བུ་གཅིག་ལ་དམིགས་ནས་འདིས་བེད་སྤྱོད་གཏོང་ཡ་རེད་འདུག་བསམ་ན། དེ་ནི་ཡུལ་བཟུང་བ་ཆགས་འགྲོ་གི་རེད། འདི་བེད་སྤྱོད་གཏོང་གི་རེད་འདུག་བསམ་ན། འདི། དེ་ནི་ཡུལ་འཛིན་པ་ཆགས་འགྲོ་གི་ཡོད་རེད་ཟེར་བ་རེད། ད་དེ་རེད་བྱས་ཙང་དེ་འདྲས་བཤད་དགོས་རེད་ཟེར་བ་རེད། དེ་འདྲས་ཅིག། ཅིག་ཧ་གོ་སོང་ན། ཨ་ནི་ཀྲི་ཀ་ཚིག་དོན་རབ་གསལ་ནས་བྱུང་བའི་གནད་འགག་དེ་ཚོ་ཤེས་འགྲོ་གི་རེད་ཟེར་བ་རེད། གཉིས་པ། གང་གིས་རྟོགས་པའི་ངོ་བོ་ཟེར་ན་ད། བཞེངས་མཁན་དེ་རེད། གང་གིས་རྟོགས་པའི་ངོ་བོ་ཟེར་ན།

ལོངས་སྤྱད་བྱའི་ཕྱོགས་སུ་མངོན་པར་ཤེས་པའི་ཤེས་སྒྲིབ་ཟད་དུས། ད་གཞན་མཁན་གྱི་རྣམ་རྟོག་དེ་ག་འདྲ་རེད་ཟེར་ན། འདི་བེད་སྤྱོད་གཏོང་ཡ་རེད་འདུག་སྙམ་དུ། ཞེན་ཆགས་ཡོད་པའི་ཤེས་སྒྲིབ་དེ། ཨ་ནི། གཞན་མཁན་གཟུང་རྟོག་རེད་ཟེར་བ་རེད། འདིར་ལོངས་སྤྱོད་བྱའི་ཕྱོགས་སུ་མངོན་པར་ཞེན་པའི་ཤེས་སྒྲིབ་ཟེར་ན། འདི། བེད་སྤྱོད་གཏོང་ཡ་རེད་འདུག་སྙམ་འདུག་གཞན་པའི་ཞེན་ཆགས་ཡིན་མཁན་ཤི་གྲིབ་ཡིན་མཁན་དེ། ཨ་ནི་གཟུང་རྟོག་རེད་ཟེར་བ་རེད་ད་དེ། ཞེན་མཁན་དེ་རེད་གཅིག་རེད། ལོངས་སྤྱོད་ཆེད་ཀྱི་ཕྱོགས་སུ་མངོན་པར་ཞེན་པའི་ཤི་གྲིབ་ཟེར་ན། འདི། བེད་སྤྱོད་གཏོང་མཁན་རེད་འདུག་སྙམ་འདུག་མངོན་པར་ཞེན་པའི་ཤི་གྲིབ་དེ། ཨ་ནི་འཛིན་རྟོག་རེད་ཟེར་བ་རེད་ད་འདི། དེ་ནས། གང་གིས་རྟོགས་པའི་ངོ་བོ་ཟེར་ན་ཡུལ་གཟུང་འཛིན་ལ་ཞེན་མཁན་གྱི་བློ་ཉེ་པོ་དེ་རེད། དང་པོ་ལ་སི་རི་ད། ལོངས་སྤྱད་རྗེས་ཕྱོགས་སུ་མངོན་པར་ཞེན་པའི་ཤེས་སྒྲིབ་ཟད་མཁན་དེ་ལ། དབྱེ་ན་གཉིས་ཡོད་རེད། བླང་བྱའི་ཕྱོགས་སུ་མངོན་པར་ཞེས་པ། འདི། འདི་ཉམས་སུ་བླང་བྱ་འདི་ཉམས་སུ་བླང་བྱ་རེད་འདུག་སྙམ་དུ་མངོན་པར་ཞེན་པའི་ཤེས་སྒྲིབ་ཅིག་ཡོང་གི་རེད། དོར་བྱའི་ཕྱོགས་སུ་མངོན་པར། འདི་སྤང་བྱ་རེད་འདུག་སྙམ་དུ་མངོན་པར་ཞེན་པའི་ཤེས་སྒྲིབ་ཅིག་ཡོང་གི་རེད། དེ་འདྲ་གཉིས་ཡོང་གི་རེད། ཕྱི་མ། ལོངས་སྤྱོད་བྱེད་ཀྱི་ཕྱོགས་སུ་མངོན་པར་ཞེན་པའི་ཤེས་སྒྲིབ་ཟད་མཁན་དེ་ལ། བདེན་འཛིན་ཡོད་པ་དང་མིན་པ་གཉིས་ཡོད་རེད་ཟེར་བ་རེད། བདེན་འཛིན་ཡོད་པ་དེ་རྫས་འཛིན་རྟོག་པ་རེད། བདེན་འཛིན་མེད་པ་དེ་རྟགས་འཛིན་རྟོག་པ་རེད་ཟེར་བ་རེད་ད་འདི་བཞེངས་མཁན་གྱི་བློ་རེད། ད་གསུམ་པ་ཇི་ལྟར་རྟོགས་པའི་ཚུལ་ཟེར་ན་བཞེངས་སྟངས་རེད། ད་བཞེངས་ས་ཡུལ་ལ་གཟུང་འཛིན་གཉིས། བཞེངས་མཁན་གཟུང་རྟོག་འཛིན་རྟོག་གཉིས། བཞེངས་བཞེངས་ཚུལ་འདྲ་བོ་དེ་ག་འདྲ་རེད་ཟེར་ན་དེ་འདི་རེད། ཡུལ་ལ་གཟུང་བ་ལ་དམིགས་པ་ཙམ་གྱིས་གཟུང་རྟོག་ཏུ་གྱུར་བ་མ་རེད་ཟེར་བ་རེད། ཡུལ་བཟུང་བ་ཡིན་ཡུལ་བཟུང་བ་ཡོད་པའི་རྒྱུ་མཚན་གྱིས། བློ་དེ་བཟུང་དོགས་ཆགས་པ་མ་རེད་ཟེར་བ་རེད་ཡུལ་བཟུང་བ་ལ་དམིགས་པ་ཙམ་གྱིས་བློ་དེ་བཟུང་དོགས་དུ་གྱུར་པ་མ་རེད་ཟེར་བ་རེད། ག་རེ་ཟེར་ན་ཡུལ་བཟུང་བ་དེ་ལ་དམིགས་ནས། ལོངས་སྤྱོད་ཆར་མངོན་པར་ཞེན་པའི་ཚེ་ས་ཡུལ་བཟུང་བ་དེ་ལ་དམིགས་ནས་འདི་བེད་སྤྱོད་གཏོང་ཡ་རེད་འདུག་སྙམ་དུ་མངོན་པར་ཞེན་སོང་ན། དེ་ནི། དེ་ནི་དེ་འདྲའི་བློ་དེ་བཟུང་མདོག་དེར་གྱུར་པ་རེད། དེ་འདྲའི་བློ་དེ་བཟུང་མདོག་ཆགས་འགྲོ་གི་ཡོད་རེད། ཡང་ཡུལ་འཛིན་པ་ལ་དམིགས་པ་ཙམ་གྱིས་བློ་དེ་འཛིན་མདོག་དུ་གྱུར་བ་མ་རེད། ཡུལ་འཛིན་པ་དེ་ལ་དམིགས་ནས་ལོངས་སྤྱོད་པ་པོར་ལོངས་སྤྱོད་པ་པོར་མངོན་པར་ཞེན་པ་འདི་བེད་སྤྱོད་གཏོང་མཁན་རེད་འདུག་སྙམ་དུ་མངོན་པར་ཞེན་ན། དེའི་སྐབས་སུ། དེ་ནི། དེར་གྱུར་པའི་ཀྱང་འཛིན་རྟོག་དེ་ཆགས་འགྲོ་གི་ཡོད་རེད་ཟེར་བ། བྱས་ཙང། ཡུལ་གཟུང་བ་ལ་དམིགས་པ་ཙམ་གྱི་གཟུང་རྟོག་ཆགས་ཀྱི་ཡོད་མ་རེད། ཡུལ་འཛིན་པ་ལ་དམིགས་པ་ཙམ་གྱི་འཛིན་རྟོག་ཆགས་ཀྱི་ཡོད་མ་རེད་དེ། ཡུལ་གཟུང་བ་ལ་དམིགས་ནས་འདི་བེད་སྤྱོད་གཏོང་ཡ་རེད་འདུག་སྙམ་དུ་ཞེན། ཡུལ་འཛིན་པ་ལ་དམིགས་ནས་འདི་བེད་སྤྱོད་གཏོང་གི་རེད་འདུག་སྙམ་དུ་བསམ་ན། ད་དེ་འདྲའི་དེ་འཛིན་རྟོག་དང་གཟུང་རྟོག་ཆགས་འགྲོ་གི་རེད་ཟེར་བ་རེད། ཡིན་ན་ཡང་གཟུང་རྟོག་ཡིན་ན། འདི་ནི་གཟུང་རྟོག་ཡིན་ན། ཡུལ་དེ་ནི་གཟུང་བའོ་སྙམ་པའི་འཛིན་སྟངས་ཅན་བསམ་བློ་རེད། ད་ལྟ་གཟུང་རྟོག་ཡིན་ན། ད་ལྟ་མཐོང་བསྡད་པ་འདི་གཟུང་རྟོག། འདི་ད་ལྟ་མཐོང་བསྡད་པ་དེ་ཡུལ་གཟུང་བ་རེད་སྙམ་དུ་དེ་འདྲའི་གི་བསམ་བློ་ཡོད་དགོས་པའི་ཁྱབ་པ་ཡོད་མ་རེད་ཟེར་བ་རེད། གཟུང་རྟོག་ཡིན་ན། འདི་ནི་གཟུང་བའོ་སྙམ་པའི་འཛིན་སྟངས་ཅན་ཏེ། ད་ལྟ་མཐོང་བསྡད་པའི་གཟུང་བ། ད་ལྟ་མཐོང་བསྡད་པ་འདི་གཟུང་བ་ངོ་མ་རེད་འདུག་སྙམ་པ་ལྟ་བུའི་བསམ་བློ་ཡོད་དགོས་པའི་ཁྱབ་པ་ཡོད་མ་རེད་ཟེར་བ་རེད། དཔེར་ན། བུམ་པ་ཤེས་བྱར་མངོན་པར་ཞེན་པའི་བློ་དེ་ལ་ཟེར། དཔེར་ན། བུམ་པ་ཤེས་བྱ་རེད་འདུག་སྙམ་དུ་མངོན་པར་ཞེན་པའི་བློ་དེ་ལ། དེ་ནས། འདི་ནི། འདི་ནི། གཟུང་བ་འདི་ནི། བུམ་པ་འདི་ནི་གཟུང་འོང་སྙམ་པའི་འཛིན་སྟངས་ཡོད་མ་རེད་ཟེར་བ་རེད། དེར། བུམ་པ་ཤེས་བྱར་ཞེན་པའི་བློ་དེ་ལ་ཟེར་ན། བུམ་པ་ལ་དམིགས་ནས་ཤེས་བྱ་རེད་འདུག་སྙམ་དུ་བསམ་པའི་བློ་དེ་འཛིན་བཟུང་རྟོགས་རེད། ཡིན་ན་ཡང་བུམ་པ་དེ་ནས་བཟུང་བ་སྙམ་པའི་འཛིན་སྟངས་མེད་པས་ཡིན་ན་ཡང་ད་ལྟ་མཐོང་བདེན་པའི་བུམ་པ་དེ་བཟུང་བ་རེད་འདུག་སྙམ་པའི་དེ་འདྲའི་གི་བསམ་བློ་གས་ཡོད་མ་རེད་ཡོད་དགོས་ཀྱི་ཁྱབ་པ་ཡོད་མ་རེད་སྲིད་པ་རེད། དཔེར་ན་བྱས་ཙང་དེ་ཡིན་དུ་བཟུང་མདོག་ཡིན་ན་འདི་བཟུང་བ་རེད་འདུག་སྙམ་དུ་བསམ་བློ་ཡོད་དགོས་པའི་ཁྱབ་པ་ཡོད་པ་མ་རེད། དཔེར་ན་བུམ་པ་ཤེས་བྱ་རེད་འདུག་བསམ་དུས་བཟུང་མདོག་རེད་དེ། བུམ་པ་དེ་བཟུང་བ་རེད་འདུག་སྙམ་པའི་འཛིན་སྟངས་ཡོད་མ་རེད་ཟེར་བ་རེད། དག་ན་ཁྱེད་འཛིན་མདོག་ཡིན་ན་འདི་ནི་འཛིན་པའོ་སྙམ་པའི་འཛིན་སྟངས་ཅན་ཡིན་པའི་ཁྱབ་པ་ཡོད་མ་རེད་ཟེར་བ་རེད། འཛིན་མདོག་ཡིན་ན་འདི་ནི་འཛིན་པའོ་སྙམ་དུ་བསམ་བློ་དེ་འདྲའི་ཡོད་དགོས་པའི་ཁྱབ་པ་ཡོད་མ་རེད་ཟེར་བ་རེད། དཔེར་ན་ག་འདྲ་རེད་ཟེར་དུས། སྐྱེས་བུ་ལོངས་སྤྱོད་པོར་མངོན་པར་ཤེས་པའི་བློ་དེ་ལ་ཟེར། སྐྱེས་བུ་ལོངས་སྤྱོད་པོར་མངོན་པར་ཤེས་པའི་བློ་དེ་ལ་ཟེར་ན། སྐྱེས་བུ་དེ་ལོངས་སྤྱོད་མཁན་རེད་འདུག་སྙམ་དུ་མངོན་པར་ཞེན་པའི་བློ་དེ་ལ། དེ་ནས། སྐྱེས་བུ་འདི་ནི་ལོངས་སྤྱོད་པ་པོའོ་སྐྱེས་བུ་འདི་ནི་བེད་སྤྱོད་གཏོང་ངེས་རེད་འདུག་སྙམ་པའི་བསམ་བློ་དངོས་སུ་ཡོད་མ་རེད་དེ་ཡིན་ན་ཡང། སྐྱེས་བུ་བེད་སྤྱོད་གཏོང་ངེས་ཡིན་པར་ཞེན་པའི་བློ་དེ་དེ་ནི་འཛིན་རྟོག་རེད་དེ་ཡོད་རེད་དེ་འདྲའི་རེད་གི་ཟེར་བ་རེད། བྱས་ཙང་དེ་ཡིན་དུས། ད་ང་རང་ཚོ་འདིའི་སྐབས་སུ། གང་ལ་རྟོགས་པའི་ཡུལ། གཞན་ས་གཟུང་རྟོག་གཉིས་ཤེས་པ་རེད། དེ་ནས། དེ་ནས། རྟོགས་མཁན་གྱི་བསམ་བློ་དེ་འཛིན་རྟོག་འཛིན་རྟོག་གཉིས་བྱུང་བ་རེད། རྟོགས་ཚུལ་འདྲ་པོ་དེ། དེ་ནས། ཡུལ་གཟུང་བ་ལ་དམིགས་ནས། བློས། བེད་སྤྱོད་གཏོང་མཁན་རེད་འདུག་སྙམ་དུ་བཟུང་ན་ད་འཛིན་དོགས་ཆགས་འགྲོ་གི་ཡོད་རེད། ཡུལ་འཛིན་པ་ལ་དམིགས་ནས་འདི་བེད་སྤྱོད་གཏོང་མཁན་རེད་འདུག་སྙམ་དུ་བསམ་ན་ད་འདི་དེ་ནས་ག་སོར་འཛིན་དོགས་ཆགས་འགྲོ་གི་རེད། ཡིན་ན་ཡང་བཟུང་དོགས་ཡིན་ཚད་ཐམས་ཅད་ད་འདི་བཟུང་བ་རེད་འདུག་བསམ་པ་ལྟ་བུ། དེ་ནས་འཛིན་དོགས་ཡིན་ཚད་ཐམས་ཅད་འདི་འཛིན་པ་རེད་འདུག་བསམ་པའི་དེ་འདྲའི་གི་བསམ་བློ་མངོན་འགྱུར་དུ་ཡོད་དགོས་པའི་ཁྱབ་པ་ཡོད་མ་རེད། ལགས་སོ།